ཁྱེད་རྣམ་པ་ཚོས་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་བོད་ཀྱི་སྲིད་བྱུས་གཉིས་ཀྱི་འོས་བསྡུ་ཆེན་མོའི་ནང་ལ་མཉམ་ཞུགས་གནང་མཁན་གྱི་འོས་མི་ཚོའི་ཀྱི་ཐད་ལ་དོ་སྣང་ག་འདྲའི་གནང་རྒྱུ་དང། དེང་གི་བཀྲ་ཤིས་ལས་ངའི་མིང་ལ་ཚེ་རིང་དར་ཅན་ཞུ་རྒྱུ་ཡོད། ད་རེས་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་འོས་བསྡུ་ཆེན་མོ་འདིའི་ནང་ལ་རང་ཉིད་དབུས་གཙང་རྣམ་པ་ཆོས་ཀྱི་ཆོས་སྐལ་གྱི་འོས་མི་ལ་ལང་རྒྱུ་ཡོད་པ་སོང་ཙང་ད་རིང་གི་བརྙན་པར་འདི་བརྒྱུད་བྱས་རྗེས་ནས་ཁྱེད་རྣམ་པ་ལ་ནི་ང་ཚེ་རིང་དར་ཅན་རྒྱམ་ཆུང་ལོ་རྒྱུས་དང། གལ་སྲིད་ཁྱེད་རྣམ་པ་ཚོས་ཀྱི

ཨ་གཉིས་པ་དེ་ད་ད་ལྟ་བར་དུ་མི་ཚེའི་ནང་ལ་ད་སོ་སོས་ཀྱི་ཅིག་འཐབ་རྩོད་ཀྱི་ཉམས་མྱོང་ལ་མེད་འདྲ་འགོ་ཁྲིད་ཀྱི་ཉམས་མྱོང་ལ་མེད་འདྲ་འཚོ་བའི་ཉམས་མྱོང་ལ་མེད་འདུག་ཞེས་བྱས་ཨ་ཉམས་མྱོང་ཕྱོགས་བསྡུས་ཞུས་པ་ནས་ཞུ་རྒྱུ་ཡོད་ཨ་དེ་ནས་དེའི་རྗེས་ལ་དུམ་བུ་གསུམ་པོ་དེའི་ཐོག་ལ་ད་སོ་སོའི་ངོས་ནས་ཨ་ནི་ད་ལྟ་བར་དུ་ལ་ག་རེ་ད་ད་རེས་ཀྱི་བོད་མི་མང་སྤྱི་འཐུས་ཀྱི་འོས་མི་ལ་ལངས་ཅིག་ཅེས་ན་ཨ་སོ་སོའི་ངོས་ནས་མ་འོངས་ཀྱི་ལས་འཆར་དང་ཨ་ནི་གཞི་རྩའི་གྱི་ཨ་ནི་ཅིག་བསམ་བློ་དང་དང་ག་འདྲ་ཡོད་པ་འདུག་ཞེས་བྱས་ན་ཞུས་ཡོད། དང། ངའི་མིང་ལ་ཚེ་རིང་ཐར་ཟིན་ཞུ་གི་ཡོད། སྐྱེས་ས་སྐྱེས་ཡུལ་དེ་བོད་ལྷོ་ཁ་ལྷོ་བྲག་སྲིབ་དོན་བཅས། བོད་ནང་འཛིན་རིང་འབྲུག་པ་བོ་དོ་སླབ་གྲྭ་ལ་ཕྱིན། དེ་ནས་ཉིས་སྟོང་གཉིས་ཀྱི་ལོ་ལ་རྒྱ་གར་ལ་འབྱོར་རྗེས་ཐོག་མར་སུ་ཇཱ་བོད་ཁྱིམ་སློབ་གྲྭ་ལ་གཞི་རིམ་གྱི་སློབ་གཉེར་བྱས། དེ་ནས་འཛིན་རིམ་བཅུ་གཅིག་དང་བཅུ་གཉིས་དེ་སྒོ་བ་དགུ་བོད་ཁྱིམ་འབྲི་ནས་གདུགས་བྱས་སློབ་སྦྱོང་བྱས། དེའི་རྗེས་ལ་དིལླིལ་མཐོ་སློབ་ནས་ལོ་གསུམ་གྱི་རིང་ལ། ཉེ་བའི་གཙུག་ལག་རབ་འབྱམས་པ། BA English Honours བྱས། དེའི་རྗེས་ལ་ད། ལོ་གཅིག་གི་རིམ་པས་ལ་ནི་སོ་སོའི་སྤྱི་ཚོགས་དང་འཚོ་བའི་ཉམས་མྱོང་གསལ་བའི་ཆེད་དུ་ཨ་ནི་རྒྱ་གར་རྒྱལ་གྱི་ཁེ་ལས་ཁག་ཅིག་གི་ནང་ལ་འདུག་བྱས་ནས་དཔེ་སྟེགས་དཔར་སྐྲུན་ཁག་ཅིག་ལ་ཨ་ནི་ལས་ཀ་བྱས། དེ་ནས་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་བཅུ་དགུ་བར་དུ་ལ་ཨ་ནི་ཇོ་ཧ་ལ་ནེ་རུ་གཙུག་ལག་སློབ་གཉེར་ཁང་ལ་ནས་རྒྱ་ཡིག་དང་རྒྱ་ནག་གམ་འདུག་བྱེད་ཅེས་ཉེ་བའི་གཙུག་ལག་རམ་འབྱམས་པ་དང་གཙུག་ལག་རམ་འབྱམས་པ BAME གཉིས་ཀ་འདུག་བྱེད། དེའི་རྗེས་ལ་ཨ་ནི་ཉིས་སྟོང་བཅུ་དགུ་ནས་ཉིས་སྟོང་ཉི་ཤུ་གཉིས་ཀྱི་ལོ་མཇུག་བར་དུ་ལོ་བཞི་མ་ཟིན་ཙམ་ཞིག་ཨ་ནི་ཐའེ་ཝན་ལ་འདུག་བྱེད་བྱས་ནས་ཨ་ནི་སོ་སོ་སྒེར་ནས་འགྲོ་སོང་དང་བཅས་ཕར་ཕྱིན་བྱས་རྗེས་ནས་ཨ་ནི་ཨེ་ཅེ། རྒྱ་ནག་གི་ཨ་ནི་སྐད་ཡིག་རེད། རིག་གཞུང་རེད་དཔལ་འབྱོར་རེད་ཆབ་སྲིད་རེད་ལ་སོགས་པའི་ཐོག་ལ་ཨ་ནི་སློབ་སྦྱོང་གཏིང་ཟབ་པོ་ཐོག་འདུག་བྱེད་ཅེས་སློབ་སྦྱོང་བྱས་རྗེས་ཨ་ནི་ད་ལྟའི་ཆ་ལ་སོ་སོ་ཡིན་ན་ཨ་ནི་ཨེ་ཅེ། བོད་ཡིག། དབྱིན་ཇི། རྒྱ་སྐད། ཨ་འདུག་ཅན་སྐད་ཡིག་གསུམ་གྱི་ཐོག་ལ་རང་སྐད་ཕལ་བའི་ཐོག་ནས་རང་དབང་ཅན་གྱི་ཨ་རིའི་རྒྱ་ནག་ཉམས་ཞིབ་པ་ཞིག་གིས་ལས་ཀ་སྡུག་ཤིང་ཇི་བྱེད་དང་ཇི་མོས་ཡིན་ཞེས་སྡུག་བཞིན་ད་སོ་སོའི་ཤེས་ཡོན་རྒྱབ་ལྗོངས་དང་ད་ལྟའི་ལས་གནས་སྡུག་བཞིན་ལ། ཨ་ནི་ད་སོ་སོ་ད་ལྟ་བར་དུ་མི་ཚེ་གཅིག་བཞི་བོ་རིང་པོ་དང་དེ་འདྲའི་ད་རྒྱས་མར་ཏེ་དེའི་བོད་དུ་ད་ཅིག་སླབ་གྲ་ནས་འགོ་བཙུགས་ཅིང་ད་ཅིག་རྒྱན་དང་ཅིག་མང་པོ་ཞུ་གཞིག་ཅིག་དེ་ཁྱེད་ཀྱི་གོ་སྐབས་རག་ལབ་ནས་ཨ་ནི་ཅིག་དེ་འདྲས་བྱེད་བཞིན་ཁྱེད་ནི་ཡོངས་རྒྱོགས་ཀྱི་མི་བྱེད་འདུས་ཙམ་པ་ད་འདི་གས་དེ་བས་རེ་རེ་རེ་ནས་ཞིབ་ཕྲ་ཞུས་ད་དུས་ཚོད་དེ་ལ་ཅོག་གུས་མི་འདུས་ཙམ་པ་མདོར་བརྩམས་འདུག་ཅན་ཞུས་ཆོག་པ་རྗེས་སུ་ཡིན་ད་སོ་སོ་ཡིན་ན་ཐོག་མར་སུ་ཅིག་བོད་ཁྱིམ་བསླབ་གྲྭ་ལ་ལྟ་ཅིག་དང་པོ་འདུ་བ་ན་ད་འཛིན་གྲྭའི་གྱེན་བདག་དང་ཉལ་ཁང་གི་གྱེན་བདག་དང་པོ་ར་བ་འདུ་བ་ཅི་ནས་ཨ་ནི་འདུག་བྱེད་ཅན་འདམ་སྟོན་འབྱུང་བྱེད་ཅན་གང་ལྟར་སོ་སོའི་མི་ཚེ་ནང་ལ་དང་པོ་ནས་གར་གྱེས་ཆེན་པོ་བརྩི་གི་ཡོད་ན་མི་མང་གིས་འདུག་བྱེད་འགན་དབང་དེ་འདྲས་བསྐུར་དུས་ལས་ཀ་བྱེད་ཡ་དེ

གྱིན་དག་བྱས། དེ་ནས་ལྡི་ལི་མཐོ་སློབ་ཀྱི་རིམ་པས་ལ་ཨ་ནི་ལོ་གསུམ་རིང་ལ་ཨ་ནི་ཐོག་མ་ད་ལྡི་ལི་རོ་ཧི་ནི་ས་གནས་གཞོན་ནུའི་གྱི་ཚོགས་མི་ནས་འགོ་འཛུགས་ཀྱིས་ལོ་རིམ་གཉིས་པའི་འགོ་སྟོད་ལ་ཨ་ནི་ས་གནས་གཞོན་ནུའི་རྒྱུན་ལས་ཀྱི་དྲུང་ཆེ་རིག་གཞུང་གི་དྲུང་ཆེ། དེ་ནས་ཨ་ནི་ལོ་རིམ་གསུམ་པའི་འགོ་སྟོད་ས་གནས་གཞོན་ནུའི་ཚོགས་གཙོ། ཨ་ནི་ད་ལྡི་ལོ་ཉིས་སྟོང་བཅུ་གཉིས་ལོ་ལི་ལི་ཟེར་བ་དེ་དང་མཉམ་དུ་ལ་ཨ་ནི་ཅིག་ཉིས་སྟོང་བཅུ་གཉིས་ཀྱི་ལོ་དེ་ལ་ཨ་ནི་རྒྱ་གར་རྒྱལ་ཡོངས་བོད་རིགས་མཐོ་རིམ་སློབ་མའི་ཚོགས་ཆེན་ལས་འབྱོར་ཨེ་ཝྃ་འདི་གའི་ཨ་ནི་ཅི། སྤྱི་ཁྱབ་འབྲེལ་མཐུད་པ་འདེམས་ཐོན་འབྱུང་བྱེད་བྱས་ནས་ཨ་ནི་ཚོགས་ཆེན་གོ་སྒྲིག་བྱེད་ཀྱི་ཨ་ནི་ཅི་འགན་གཙོ་བོ་དེ་དུ་བཞེས་མཁན་ཡོད་ས་ཞོད་གང་དག་ད་སོ་སོ་སྟེ། ཉིས་སྟོང་བཅུ་ནས་ཉིས་སྟོང་བཅོ་གསུམ་བར་དུ་གི་ཨ་ནི་མཐོ་སློབ་ཀྱི་དུས་ཚོད་དེ་རིམ་པས་ནི་སྐབས་དེ་དུས་ཡོད་ན་ད་བོད་ནང་ལ་ད་གཞིས་ལུས་བོད་ནང་རྣམ་པ་ཚོས་ཀྱི་སྐུ་ལུས་མེར་སྲེག་བཏང་ཡག་མང་ཤོས་ཀྱི་དུས་ཚོད་བཞེས་འདོད་ཙམ་པ་ད་ང་ཚོ་ཕྱི་རྒྱལ་རང་དབང་ལུང་པའི་ནང་ཡོད་བོད་ཀྱི་ཨ་ནི་གཞོན་སྐྱེས་དུས་འདུག་སེ་བཞིན་དེས་ན་འགྲིག་གི་མི་འདུག་བསམ་པའི་གི་ཨ་ནི་ཅིག་སོ་སོའི་གི་ཚོར་བ་ལམ་ནས་འདྲ་ཚོར་བ་དྲག་པོའི་ཐོག་ནས་ད་ང་ཚོའི་གང་གི་གིན་རབས་ཚོད་ཀྱི་འགོ་འཁྲིད་ཨ་ནི་སོ་སོའི་དུས་ལེགས་ནས་གང་ལྟར་ཅིག་ལས་འགུལ་ཅིག་སྤུས་ཚད་ཡོད་ལ་བགྲང་ཚད་ཡོད་པ་གང་ལྟར་ད་ལྟ་འདུག་ཞེས་མ་ལུག་ཁྱུ་ཕྱི་ཐེག་ཅན་ལྟ་དུས་ཅིག་ཨ་ནི་ཅིག་གང་ལྟར་ཅིག་འགྱོད་པ་མེད་པ་ཅིག་མི་རིགས་གི་འཐབ་རྩོད་དེའི་ཆེད་དུ་སོ་སོའི་གི་ཆ་ཤས་ཧུར་ཐག་བ་ཐག་གླེང་ཡོད་ཞེས་ཅིག་ཞུ་ཡས་ཅིག་ཡིན་དམིགས་བསལ་གི་ད་སོ་སོ་འཛིན་རིམ། གསུམ་པ། མཐོ་སློབ་འཛིན་རིམ་གསུམ་པ་ཡིན་པའི་དུས་ཚོད་དུ་བ་ཛྭ་ལྟ་རྟོག་བྱེད་བཞིན་ད་ལྟ་ཕྱི་མིག་གིས་ལྟ་དུས། སྐབས་དེ་དུས་ད་ཅིག་ལས་འགུལ་དང་འདི་ཚོ་མང་ཆེ་ཤོས་ད་ལྡི་ལི་གི་བྱང་དར་མ་མདོ་ལས་དེ་འགྲུབ་ཀྱི་ཡོད་ར་བ། འོ་འདི་ལ་ཕྱིན་སྐྱོད་དང་སོ་སོ་འཛིན་གྲྭ་ལ་ཕྱིན་སྐྱོད་བཏབ་ན་ད་བྱང་དར་མ་མདོ་ཕྱིན་སྐྱོད་ཀྱི་གྲངས་ཀ་མང་དེ་འདྲ་འདུག་ཤེས་འདུག་རེད་བ། ནི་ད་ག་ནང་བཞིན་པའི་གི་ཡང་ཅིག་བོད་སྐད་ལ་ཨ་ནི་ཅིག། མཐོ་སློབ་ཀྱི་ལོ་གསུམ་དེའི་དུས་ཚོད་རིམ་པས་ལ་ཨ་ནེ་ཡན་ཅི་ཏཱ་ཨེ་ཤེ་ཡ་ནང་གི་བཙོན་ཁང་ཆེ་ཤོས་གཉིས་པ་ནོར་རྒྱ་གར་གྱི་ལྡི་ལི་ལ་ཡོད་པའི་ཏི་ཧར་ཇེལ་གྱི་ཕ་གིའི་ནང་ལ་ཁོ་རང་ད་དུས་གྲངས་གཅིག་ཚེ་གཅིག་ཚེ་འདིར་ཐེངས་པ་བཞི་རེ་ལྔ་རེ་འདུག་ཞེས་ཡན་ཆིན་ཕ་གིའི་བསྟོད་དཔྱད་གང་ལྟར་སོ་སོ་དེའི་ནང་འཐབ་རྩོད་ཀྱི་བརྒྱུད་རིམ་ཅིག་ནང་གང་ལྟར་ཧུར་ཐག་བར་ཐག་གིས་ཨ་ནེ་སོ་སོ་གྱིས་ཅིག་སློབ་སྦྱོང་ལ་ཐུས་ཤོར་མེད་པའི་ཐོག་ནས་དེ་འདྲའི་ཅིག་གི་འགན་ཅིག་སླེབས་རྗེས་ད་འདི་སྐད་ཀྱི་བརྒྱུད་རིམ་ཁྲོད་ནས་ང་རང་ལ་ཨ་ནེ་ཅིག་ག་རེ་ཅིག་ངེས་ཤེས་རྙེད་སོང་ལབ་ན་ང་ཚོས་སྐད་འབོད་རྒྱ་ཡ་དང་འཛིན་བཟུང་ད་གལ་ཆེན་པོ་ཡིན་བྱས་ནས་དེ་དང་མཉམ་དུ་ད་ང་རང་ཚོའི་ལུང་པ་འཕྲོག་གཉེན་གྱི་རྒྱ་མི་འདི་ཡག་པོ་ཅིག་མགོ་འཚོས་དགོས་ཀྱི་འདུག་བསམ་པའི་གི་ད་རྡོག་རྡོག་སྐད་འབོད་དང་ཐབས་རྩོད་དེའི་ཐོད་ནས་ང་རང་ལ་ངེས་ཤེས་དེ་འདྲས་ཅིག་རྙེད་སོང་འདི་ཡིན་དུས་བརྩམས་པ་ཨ་ནེ་ཅིག་སོ་སོ་རང་གིས་དང་དུ་བླངས་བྱས་ནས་ཨ་ནེ་འདི་ནས་ཅིག་དབྱིན་ཇིའི་གྱི་སློབ་ཚན་འདི་ནས་ཕར་ལ་རྒྱ་ཡིག་རྒྱ་ཡག་རྒྱ་ནག་བྱང་ཡག་དང་རྒྱ་ཡིག་བྱང་ཡག་ལ་ཕར་ལ་འགྱུར་དགོས་ཡག་གྱི་ད་ཅིག་ཕར་ལ་འོང་རེད། སོ་སོའི་སེམས་ཤུགས་དང་མ་སོང་ཅིག་ངེས་ཤེས་ངན་ན་འོ་དེ་ནས་བྱུང་རྐྱེན་ད་སོ་སོས་དང་དུ་བླངས་ཆེ་ཇོ་ལྷ་གཉིས་ནེ་རུ་གཙུག་ལག་སློབ་གཉེར་ཁང་ལ་འདུག་ཆེན་ཡིག་རྩེད་བཏང་ཨ་ཕ་གིས་རྒྱ་ཡིག་སློབ་སྦྱོང་དང་རྒྱ་ནག་ག་སློབ་སྦྱོང་ཅིག་བས་འགྲོ་ཡག་གི་ད་རྒྱུ་མཚན་དང་རྒྱབ་ལྗོངས་རབ་ད་འོ་དེ་འདྲས་ཞིག་བྱུང་སོ། ཨ་འདི་ནས་ད་ཉིས་སྟོང་བཅུ་བཞི་ལོ་ནས་ཉིས་སྟོང་བཅུ་དགུ་བར་དུ་ཇོ་ལྷ་ནེ་རུ་གཙུག་ལག་སློབ་གཉེར་ཁང་ལ་ལོ་ལྔ་བསྡད་པའི་དུས་ཚོད་དེ་རིམ་པས་ལ་ཨ་ནི་སོ་སོ་དང་པོ་དེ། བོད་ཀྱི་ཇོ་ཧ་ལ་ནི་རུ་གཙུག་ལག་སློབ་གཉེར་ཁང་ནང་ཡོད་པའི་ཨ་ནི་བོད་པའི་གི་སློབ་ཕྲུག་གི་མཐུན་ཚོགས་ཇོ་ཧ་ལ་ནི་རུ་བོད་དོན་གླེང་སྟེགས་ལས་ཆོད་རེ་ཇེ་ནུ Tibet Forum ལས་བ་ཕ་གི་ལོ་དང་པོ་དེ་རྒྱུན་ལས་བྱས་ཨ་དེ་ནས་དེའི་ཇོ་ལ་གི་སློབ་ཡོན་རོགས་སྐྱོར་ཚོགས་པའི་གི་ཨ་ནི་དེ་ཆོད་རེ་ཡང་དེ་གི་ཚོགས་པ་ཆི་བ་དེ་གི་རྒྱུན་ལས་བྱས་ཨ་ནི་དམིགས་བསལ་གི་ཉིས་སྟོང་བཅུ་དྲུག་ནས་ཉིས་སྟོང་བཅུ་བདུན་ལོ་ལ་ད་སོ་སོ་དེ་གི་ལོ་རིམ་གསུམ་པ་ཡིན་པའི་དུས་ཚོད་ལ་ཨ་ནི། ཇོ་ལ་ནེ་རུ་རྒྱལ་སྤྱིའི་སློབ་ཕྲུག་མཐུན་ཚོགས་ཀྱི་ཚོགས་གཙོ JNU International Student Association གྱི President འདུག་ཅེས་གདམས་དོན་འབྱུང་ཅན་གང་ལྟར་འདི་ཡིན་ན་ཅིག་ལྟ། བསླབ་བྱ་དེ་གི་ལྟ་ཅིག། ལོ་རྒྱུས་ནང་ལ་བོད་པ་ཞིག་ཐེངས་མ་དང་པོ་འདུག་ཅེས་ཚོགས་གཙོ་གདམས་དོན་འབྱུང་པ་ཞིག་ལ་ཅིག་བྱས་ན་དེ་མཐའ་མ་ཡིན་སྲིད་ཀྱི་རེད། གང་ལྟར་ཅིག། སོ་སོ་གྱི་ལས་རྒྱུན་རིམ་པས་གང་ལྟར་ང་རང་ཚོའི་བོད་མི་རིགས་ཀྱི་དར་ཆ་དེ་འདུག་ཅེས་མཐོན་པོ་དར་ཆ་དེ་མཐོན་པོ་རྒྱག་ཅིང་གང་ལྟར་ཅིག། སྤོབས་པ་དང་ལྡན་པའི་སྒོ་ནས་ལས་འགན་ཧུར་ཐག་བར་ཐག་བསྒྲུབས་ཡོད་ཞེས་ཀྱང་ཞུས། དེ་ནས་ཇོ་བྷ་ལ་ནེ་རུ་ཀྱིས་གཙུག་ལག་གི་སློབ་གྲྭའི་གི་དུས་ཚོད་དེའི་རིམ་སྤེལ་ལ་སོ་སོ་སྒེར་གྱི་ངོས་ནས་ཤ་མཐའ་གཅིག་སོ་སོ་བསླབ་གྲྭར་བསྡད་པའི་དུས་ཚོད་ནི་རང་ཁ་རང་གསོ་དང་རྐང་པའི་ལམ་གང་ལངས་དགོས་ལས་གལ་ཆེན་པོ་གི་མཚན་ཉིད་ཀྱི་གཏུག་བཤེར་བྱེད་མི་བྱེད་ག་ཡིན་ཟེར་གཅིག་ནས་ད་ལྟ་སོ་སོ་བོད་ནས་ལས་རྒྱོ་བྱེད་ཨ་རྒྱ་གར་ནང་ལ་ཅིག་ག་ཡིན་ཟེར་ན་རང་བཞིན་ཁོ་རེ་གུང་སེང་དང་འདི་ཚོར་ཅིག་མང་འགྲོ་ས་དང་འདི་ཚོ་ཉུང་ཉུང་འདྲ་པོ་ཞིག་ཡིན་དུས་བརྩམས་པ་སླབ་གྲ་གི་གུང་སང་དུས་ཚོད་དུ་ཨ་ནི་ཨ་ནི་ཅིག་ཟ་ཁང་ནང་དུ་ལས་ཀ་བྱེད་ཡས་རེད་ཨ་ནི་ཅིག་ད་ལྟ་ཉམས་གསོག་ལས་ཀ་ཞིག་རེད Internship ལ་སོགས་པ་འདི་འདྲའི་མང་པོ་ཅིག་བྱེད་ཨ་ནི་དམིགས་བསལ་གྱི་ཇོ་ཧ་ལ་ནེ་རུ་གཙུག་ལག་སློབ་གཉེར་ཁང་ལ་སླེབས་པའི་དུས་ཚོད་རེད་ན་ད་སོ་སོ་ཡིན་ན་ད་སྙེ་མ་ཨིན་ཇིའི་གི་ག་ལ་སློབ་སྦྱོང་བྱེད་ཡིན་ཅེས་ཨ་ནི་ཞུ་གུར་བེར་ཁོ་སློབ་ཚན་དེ་ཆ་ཚང་བསྒྱུར་རྗེས་རྒྱ་ནག་དང་རྒྱའི་ག་སློབ་སྦྱོང་བྱེད་ཡིན་དུས་བརྩམས་པ་ང་ཚོ་ད་བོད་ཕྲུག་ཁྱིམ་སྡེ་གི་སློབ་ཡོན་གྱི་སྒྲིག་གཞི་དང་ག་རེ་ཡོད་རེད་ལབ་ན་ཁྱེད་རང་གིས་སློབ་ཚན་དེ་མུ་མཐུད་མ་བྱས་པ་ཡིན་ན་དེ་ལ་འདུ་བྱེད་སློབ་ཡོན་དེ་ཆད་འགྲོ་ཡི་གི་དེ་ཇོ་རི་སྒྲིག་གཞི་ཡིན་འདི་ཡིན་དུས་ཙམ་པ་ད་སོ་སོ་ཇོ་ག་ལ་ནེ་རུ་གཙུག་ལག་སློབ་གཉེར་ཁང་དེ་ད་ཆ་ཚང་སྐོར་སོ་སོ་གི་ཁང་པའི་སྒང་ལ་ལངས་བྱེད་ཅེས་དང་པོ་སློབ་གྲྭ་ལ་འགོ་ཚུགས་དུས་ནས་ལ་སོ་སོ་ཡི་ད་ད་རྒྱ་གར་གཞུང་གི་རླུང་འཕྲིན་ལས་ཁང All India Radio ཡོད་ང་དེ་གི་ལ། ཨ་ནི་ཡིག་སྒྱུར་དང་གསར་འགྱུར་སྙན་སྒྲོན་གྱི་ལས་ཀ་ནི་ཡང་མགོ་བཙུགས་རྗེས་ཨ་ནི་དེ་ཐའེ་ཝན་མ་ཕྱིན་པ་དུས་ད་ཁྱོད་འདོམས་པའི་ལོ་ལྔ་ཟིན་བཞིན་འདུག་ཅེས་བོད་ཡིག་ནང་ལས་ཀ་བྱས་ཡོད་ལ་ཨ་ནི་དྭགས་ནང་བཞིན་པའི་ཡང་ད་སྐབས་དེ་དུས་ཡིན་ན་ཨ་ནི་རྒྱ་གར་དང་རྒྱ་ནག་གཉིས་པར་དྲུག་གི་འབྲེལ་བར་ག་ལ་གང་འཚམ་ཡག་གི་དུས་ཚོད་བྱས་ཨ་དམིགས་བསལ་རྒྱ་གར་ལས་ན་ཨ་ནི་རྒྱ་ནག་གི་ཡུ་གུར་སྤྲོ་འཆམ་རེད་ཨ་དེ་མཉམ་དུ་ཡང་སྨན་གྱི་ཡུ་གུར་སྤྲོ་འཆམ་ལ་བར་ཨིན་ཇི་སྐད་ལ་ཞུས་ན Medical Tourism ལ་བར་བ་དེ་འདྲའི་མང་པའི་དུས་ཚོད་ཞིག་རེད་ད་སོ་སོ་སྐབས་དེ་དུས་རྒྱ་ཡིག་སྦྱང་མཁན་གྱི་མི་ཞིག་འདུག་ཙམ་པ

དུས་ཚོད་ཚང་མ་བེད་སྐོར་སློབ་སྦྱོང་བགྱིད་དགོས་པ་ཕུད་ཨེ་འཇིག་དུ་བ་ཁྱབ་ཡ་དང་དེ་འདྲའི་དུས་ཚོད་འཕྲོ་བརླག་མ་བཏང་བྱས་ཀྱི་སོ་སོའི་ཧུར་ཐག་བར་ཐག་སོ་སོའི་རྐང་པའི་སྒང་ལ་ལངས་བྱས་ཀྱི་ད་ལྟ་ངོས་དེ་འདྲའི་སར་བྱས་ཀྱི་ཨ་ཇོ་ལ་ནེ་རུ་གཙུག་ལག་སློབ་གཉེར་ཁང་གི་བོད་ཡིག་སློབ་སྦྱོང་ཆ་ཚང་ཚར་བྱས་ཀྱི་ད་ཐའེ་ཝན་ལ་ཡིན་ནས་ཅིག་སོ་སོ་རང་གིས་འགྲོ་སོང་བཏང་བྱས་ནས་འགྲོ་ཐུབ་པ་བྱུང་ཡོད་ཞེས་སྤོ་པོ་མཐོན་པོས་ང་ལ་ཞུ་ཡས་འདུག་བྱས་ཀྱི་ཨ་འདི་ནས་ད་གཙུག་ལག་དེ་གི་ཐའེ་ཝན་ལ། འགྲོས་དཔེ་ཀྱི་དུས་ཚོད་དེའི་རིམ་པའི་རྟགས་ཅིག་སོ་སོ་ཡིག་ཆ་དང་རྟ་བོད་པ་ཞིག་ཡིན་དུས་བརྩམས་པ་རྟ་ཡིག་ཆ་གི་ཕ་ཡིག་ན་ཀ་གཉིས་ཞེ་དགུ་བཅུ་དེའི་སྐད་ཅིག་ག་རེ་སྤྱི་དཔེ་ཀྱི་འགན་འཁྱེར་ཡས་དང་ཨ་མེས་ཅིག་དེ་འདྲའི་དེ་འདྲའི་གནས་སྟངས་ཅིག་མེད་པ་རེད་ཡིན་པ་ཡིན་ནའི་ག་རེ་བྱེད་ཅིང་རྟ་སོ་སོ་ཕ་གིའི་ལོ་ཤེས་མ་སེམས་ཚེ་འདས་པའི་དུས་ཚོད་ནང་ལ་ཨ་ནི་ཆ་ཚང་སྐོར་ཧུར་ཐག་བར་ཐག་ངོས་ནས་ཅིག་གང་ལྟར་བོད་དོན་གྱི་ལས་འགུལ་ག་འདྲ་ཞིག་ཡོད་ནས་ལས་ཕ་གིའི་རྟ་ཅིག། རྐང་གཅིག་གིས་མ་བརྗེད་འདུག་ཟིན་བཅར་ཡོད་ཟིན་ནས་ད་སོ་སོའི་སྤོ་བོ་མཐོན་པོའི་ངང་ནས་འདུག་ཅིང་ཞུ་ཡས་ཀྱིས་ནི་ཞུ་དོགས་ཀྱིས་ཀྱི་གདེང་ཚོད་ནི་ཡོད་ལ་ནི་གྱིས་ཟིན་ཁྱེད་རྣམ་པ་ཚོ་ཡུལ་མ་ཕྱིན་ན་ཡང་ཕ་ཞུ་གཉིས་དོན་གཅོད་ལས་ཁུངས་དང་ཨ་ཕ་གྱི་ནང་ལ་ཐའེ་ཝན་ནང་ག་དུས་ཡིན་ནས་ལས་བོད་དོན་ལས་འགུལ་སྤེལ་གནང་གིན་ཁྱེད་རྣམ་པ་ཚོས་མཐོང་དོགས་རེད་ཁོང་རྣམ་པ་ཚོ་ལ་བཀའ་འདྲི་ཞུས་སོང་ན་ཨ་འདིས་གྱིས་གསལ་བོ་གསལ་རྐྱང་འཆད་ཀྱི་རེད་ཅེས་ཞུ་ཡས་བོད་དོན་ལས་འགུལ་ཙམ་དུ་མ་ཟད་ད་ཐའེ་ཝན་ནང་ལ་ཅིག་སོ་སོའི་སློབ་སྦྱོང་གི་ཡིན་ནའི་རེད་ཅིག་ཕར་བ་ཅིག་རྒྱལ་སྤྱིའི་སློབ་ཕྲུག་ཁྲོད་འགྲིན་གཏོར་རྒྱལ་ཡ་རེད་གང་ལྟར། རྒྱ་མི་དེ་ཚོ་ལ་ཡིན་ཡིན་བྱས་ཨ་ནི་རྒྱལ་སྤྱིའི་སློབ་ཕྲུག་ཁག་དེ་ཚོ་ཡང་ད་མང་པོ་ཞུགས་རེ་ཐུག་ཡོད་དུས་ཙམ་པ་གང་ལྟར་ཁོ་ཚོ་ཚང་མས་བོད་པ་ལས་དེ་ཨོ་མི་དེ་འདྲའི་འདུག་ཨ་བསམ་བསམ་བྱས་ཤིག་གང་ལྟར་ཞིག་བོད་པ་ཡང་སྒོ་རྒྱག་དགོས་ཅིག་ད་སོ་སོའི་ངོས་ནས་འདུག་ཟེར་བཞིན་ཧུར་ཐག་བར་ཐག་ཞུས་ཡོད་ཟེར་བཞིན་དེ་ཞུས་ཨེ་རོ། ཨ་ནི་དེ་ནས་ད་གང་ལྟར་སོ་སོ་ཡིན་ན་ཐའེ་ཝན་ནང་ལ་ཨ་ནི། ཅིག། སློབ་སྦྱོང་བྱས། ཨ་འདི་ནས་ཕ་གིལ་དེད་ཅིང་རྟ་རྡོག་རྡོག་དར་བའི་ལུང་པ་སྐྱིད་པོ་རེད་ཁ་ལག་ཞིམ་པོ་རེད་ཕ་གིལ་རྟ་བྱེད་ཅིང་ད་སོ་སོ་སྒེར་གྱི་འཚོ་བ་རབ་ཅིག་བསྟན་ཟིན་ཕ་གིལ་དེད་དེ་ནས་ལས་དེ་ཡས་ཀྱི་ལང་ཀ་ཞིག་ཡོད་རེད་ལ་ཨ་ད་ནང་བཞིན་པའི་ཡང་ཅིག་སོ་སོ་ག་ལ་བོ་རེད་འདི་ནས་ཨ་ཅིག་ལུང་པ་གཞན་པ་རྩྭ་ཟངས་སི་དང་ཆུ་ཟངས་སི་དེ་འདྲའི་ཕྱི་ནས་ལས་ཅིག་འགྲོ་ཡས་ཀྱི་ལམ་ཀ་ཅིག་ད་ཡོད་རེད་ཡིན་པའི་ནས་ལས་ང་རང་གི་ངོ་ནས་ཨ་ནི་ག་རེ་གལ་ཆེན་པོ་མཐོང་སོང་ལབ་སོ་ན་རྟ་རྡོག་རྡོག་ཅིག་ངས་ཀྱི་ཕ་གིལ་ཅིག་རྩྭ་ཟངས་སི་དང་ཆུ་ཟངས་སི་ཅིག་ལ་ཕྱེད་ད་ནི་ཁོའི་སྐད་ཆེན་མོའི་སྐད་ཆེན་ཚང་མས་དུག་ཆེན་ཆེན་པོ་ཡིན་ན་ད་ང་རང་ཚོས་ཀྱིས་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་དག་པའི་དབུ་ཁྲིད་འོག་ལ་ཨང་རྒྱན་རབས་ཚོད་ཀྱི་སྐུ་ལས་བསྐྱོན་རྗེས་གང་ལྟར་ང་རང་ཚོ་གི་བོད་དང་ཐད་ཀར་ས་འབྲེལ་ཡོད་པའི་རྒྱ་བལ་འབྲུག་གསུམ་ནང་རྟེན་གཞི་ཡག་པོ་ཞིག་བཙུགས་ཞབས་པ་འདི་གས་འདི་གས་ད་ཐོག་ཐོག་ཉིན་མ་གཅིག་ཁང་པ་དེ་ཚོ་ལས་བདག་པོ་རྒྱག་ཉེན་མེད་པ་ཞིག་ཆགས་ས་རེད་བསམ་དེ་འདྲས་ཀྱི་བློ་འཚབ་ཅིག་བྱུང་རྗེས་གང་ལྟར་སོ་སོ་ཡིན་ན་ད་ཅིག་རྒྱ་གར་ལ་སླེབས་ནས་ད་ལྟ་བར་དུ་ད་ཅིག་དེ་ཉི་མ་དེ་རིང་གི་བར་དུ་རྐང་པའི་སྒང་ལ་ག་རེ་ལངས་ཐུབ་པ་ཅིག་འབྱུང་ཡག་གི་ད་གཙོ་བོ་གི་རྒྱུ་མཁན་ད་ཁོང་རྣམ་པའི་བཀའ་དྲིན་རྟེན་ཅིང་འབྱུང་བ་སོང་ཙང་གང་ལྟར་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་ཨ་ནི་དུང་སྤྲུག་འོ་མས་གསོས་པ་འདི་འདྲ་ཆུ་སྲིན་ཁ་ལ་རྒྱབ་ལ་ཡང་མ་སོང་བ་འདིས་ད་སོ་སོ་ཅིག་སློབ་སྦྱོང་རང་བྱེད་ཐོག་ད་ཅིག་ཕན་ཐོགས་ཡོང་ཤོས་ཅི་ཙམ་པ་ཨ་ནི་རྩྭ་བཟང་ཟེར་དང་ཆུ་བཟང་ཟེར་ཀྱང་སོ་སོའི་སྒེར་གྱི་གྲོགས་པོ་གཅིག་པོ་བསམ་བློ་མ་བཏང་རྗེས་བོད་སྤྱི་བའི་དོན་དག་ཅིག་བསམ་བློ་བཏང་དགོས་ཀྱི་འདུག་བསམ་རྗེས་ཨ་ནི་རྒྱ་གར་ལུང་པ་ལོག་རྗེས་ཨ་ནི་འཐབ་རྩོད་མུ་མཐུད་སྐྱོང་དགོས་ཀྱི་ཡོད་པ་དང་ཨ་ནི་ཅིག་བསྟན་གཞིས་ཁོང་རྣམ་པ་ཚོས་གཙོས་བྱ་བ་དེ་མུ་མཐུད་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ཀྱི་ཡོད་པ་དེ་གལ་ཆེན་པོ་མཐོང་རྗེས་ཨ་ནི་སོ་སོ་སུ་རྒྱ་གར་ལོག་ཡོང་ཡག་གི་གནད་འགག་དེ་མཐོང་རྗེས་ཨ་ནི་ཉིས་སྟོང་ཉི་ཤུ་གཉིས་ཀྱི་ལོ་མཇུག་ལབ་ནས་རེ་ཉི་ཤུ་རྩ་གསུམ་གྱི་ལོ་མགོ་ལབ་ནས་འདུག་ཆེད་ཚུར་ལོག་ཡོང་པ་ཡིན་ཞེས་ཞུ་གི་ཡོད། ཨ་དེ་ནས་ཚུར་སླེབས་ཅིང་ཐོག་མར་འདུག་སའི་ག་ང་ལ་གི་དེ་ལས་འདུས་པའི་གི་ཨ་ནི་ག་ན་ཉམས་ཤིང་གང་བྱོས་རེ་ཕ་གིར་འདུག་སའི་ལས་ཀ་བྱས་ཨ་ལས་ཀ་བྱས་པའི་གི་རྒྱུད་རིམ་ཁྲོད་ལ་ད་སོ་སོ་ག་རེ་འདྲ་བ་ཞིག་ཚོར་སོང་ལབ་ནས་ད་ད་གི་དགོངས་ལ་ཞུས་པ་ནི་སོ་སོས་ནི་ཆུང་ཆུང་ངས་ད་ད་རེ་གང་བྱུང་བ་དེ་ད་ཐོག་ཐོག་ཁོང་རྣམ་པ་ཚོའི་བཀའ་དྲིན་རྟེན་ཅིང་བྱུང་བ་ཞིག་རག་ནས་ད་འདི་སོ་སོ་ཤིང་ཏོག་མ་ཟ་ད་མ་སོ་འབྲས་བུ་སྨིན་པའི་དུས་ཚོད་ཅིག་ཨ་འབྲས་བུ་དེ་མི་གཞན་པ་ལ་སྤྲད་དུས་ནི་འདྲ་བ་ཞིག་ཚོར་ཞིང་གང་ལྟར་དེ་སྐད་ཅིག་བོད་སྤྱི་པའི་དོན་དག་དང་དམིགས་བསལ་ཐབས་བཟོ་ལས་ཞི་བོ་ཞི་བོ་ཅིག་འཕེན་རྒྱུ་ཡོད་ན་བསམ་པའི་སྐད་དང་སོ་སོའི་ཚོར་སྣང་དེ་འདྲས་ཤིག་ཡིན། འོ་དེ་ཡོད་དུས་བརྩམས་པ་ཨ་ནེ་ངས་སོ་སོའི་སྐད། དེ་ལས་ཀ་འདི་ནས་མར་དགོངས་པ་ཞུས་བྱས་ན་ད་སོ་སོ་སྒེར་གྱི་ངོས་ནས་ཅིག་ཉམས་ཞིབ་དང་ཨ་ནེ་ལ་སོགས་པའི་གི་ལས་ཀ་བྱས། ཨ་ནེ། ད་ཐོག་ཐོག་འདིའི་དམིགས་ཡུལ་གཙོ་བོར་ག་རེ་ཟེར་ན་སོ་སོ་སྒེར་གྱི་ལས་ཀ་བྱེད་དུས་བརྩམས་པ་ཨ་ནེ་བོད་དོན་གྱི་ལས་འགུལ་ཐོག་ལ་ཅིག་བཏང་པ་གོང་བུ་ཞུ་དེ་མི་འོང་བ་རེད། དུས་ཚོད་དེ་སོ་སོར་རང་དབང་ཡོད་དུས་བརྩམས་པ། ཨང་དུས་ཚོད་མང་ཙམ་བཏང་ཡ་ཅིག་རེད་གི་འདུག་ཨ། ཨོ། དེ་བཞིན་ད་གོས་བོད་དགེ་ཅིག་ག་རེ་ལས་ཀ་གོང་བུ་ཞུ་དགོས་པ་དང་སོ་སོས་ཀྱི་ལས་ཀ་ཅི་དགོས་པའི་ཡི་རྒྱུ་མཚན་རེ་འོ་དེ་ལ་ཐུགས་གསོལ། ཨོ་དེ་བཞིན་ཨ་དེ་ལས་ལས་ཡོད་པའི་ཡི་ད། ཨོ། བཀའ་ཤག་སྐབས་བཅུ་དྲུག་པའི་སྐུ་དབུ་འཛུགས་གནང་པའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཡོ་ཨོ་དེའི་ནང་ལ་ཨ་ནི་ཡི་ད་སོ་སོ་ཡིན་ན་ཐའེ་ཝན་ལ་དང་པོ་ད། བཀའ་ཤག་སྐབས་བཅུ་དྲུག་གི་དང་པོ་དབུ་འཛུགས་གནང་དུས་ནས་ཐའེ་ཝན་ནས་དུས་མཚུངས་མེར་འཛུལ་ཞུ་བྱས། ཨ་ནི་རྒྱ་གར་ཚུར་སླེབས་ན་དམིགས་བསལ་གྱིས་ད་སོ་སོ་འདུ་ཤེས་ཅན། ཚོགས་མི་དཀྱུས་མ་ལ་གལ་ཆེ་ནས་ང་ཡིན་ན་ག་རེ་གལ་ཆེན་པོ་མཐོང་གི་འདུག་ན་ང་ཚོའི་སྤྱི་ཚོགས་ནང་ད་དམིགས་བསལ་གྱིས་ད་ལོ་ཡིན་ན་དེ་ག་རེ་ད་གཞོན་སྐྱེས་ཚོའི་ལ་ཨ་ནི་དེང་ཕྱིར་སྤྲད་དགོས་འདུག་འགན་འཁུར་དགོས་འདུག་ལས་བྱ་བ་འདི་དཔེ་དེ། གལ་ཆེན་པོ་རེད་དོ། འདི་དང་མཉམ་དུ་ལ་གཞོན་སྐྱེས་ནང་ཁོག་ནས་གཞོན་སྐྱེས་ཚོའི་ནང་ནས་གཞོན་སྐྱེས་ཚོ་ལ་སྡིངས་ཆ་དང་ཨ་ནི་ཅི་འགན་འཁྱེར་དགོས་དང་ཨ་ནི་ཁོང་ཚོ་ལ་སྡིངས་ཆ་སྐྲུན་དགོས་དེ་དམིགས་བསལ་གལ་ཆེན་པོར་མཐོང་གི་འདུག་འོན་དེ་ཡིན་དུས་ཙམ་པ་ད་སོ་སོ་གཞོན་སྐྱེས་ཁོང་ཚོ་དང་བསྡུར་དུས་ན་ནི་ཏིག་ཏིག་རྒན་པ་ཡིན་དུས་ཙམ་པ་ཨ་ནི་གཞོན་སྐྱེས་དངོས་གནས་གཞོན་སྐྱེས་ཚོ་གི་འདུག་ཤེས་བྱའི་འགན་འཁྱེར་དང་ཨ་ནི་ཅི་ག་ལ་འོས། མགོ་ཁྲིད་ཡས་ཀྱི་དེ་ཚོ་ལ་རྒྱབ་ལོག་ནས་སྐུལ་ལྕག་དང་སེམས་ཤུགས་པར་རྒྱབ་སྐྱོར་བྱེད་ཅེས་སོ་སོ་ཚོ་མི་དཀྱུས་མ་ལ་དེད་ཅིང་གང་ལྟར། དེ་ལས་འདས་པའི་རིམ་པས་བོད་དོན་དྭང་བླངས་ཞུ་གཏུག་དང་འདི་ཚོའི་ཐོག་ལ་ཧུར་ཐག་བར་ཐག་ཞུས་ཡོད་ཟེར་ན་དེ་ཚོ་ཚང་མ་དེང་སང་སྤྱི་ཚོགས་དྲ་རྒྱ་དང་འདི་ཚོའི་གར་བལྟ་ཡ་ཡོད་དུས་བསམ་པ་ག་ལ་གང་འཚམ་ཚང་མས་གཟིགས་ཡོད་ཀྱི་རེད་བསམ་གྱི་འདུག་བཅས། ཨ་འདི་དང་མཉམ་དུ་དམིགས་བསལ་གྱིས་ད་ད་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་གྱི་ལོ་འདི་འདྲ་བོ་ཞིག་ཡིན་ན་ཨ་ནི་ད་ང་ཚོ་ཇོ་ཧ་ལ་ནེ་རུ་གཙུག་ལག་སློབ་གཉེར་ཁང་ལ་ཨ་ནི་ཉིས་སྟོང་བཅུ་བཞི་ལོ་ལ་འགོ་འཛུགས་བྱས་པའི་ད་ང་ཚོ་གི་ད་ལྟ་སློབ་མ་རྒན་པ་རྣམས་པ་ཚོའི་དབུ་ཁྲིད་ཀྱི་འོག་ལ་འགོ་འཛུགས་བྱས་པའི་མཁས་དབང་ཟླ་བ་ནོར་བུ་རྗེས་དྲན་གྱི་བོད་དོན་བགྲོ་གླེང་ལས་བྱེད་རེད། འོ་འདི་གིས་ཨ་ནི་ད་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ་ད་རྒྱ་ནད་དེ་སླེབས་པ་ནས་ཀྱང་ད་བར་དུ་དུག་ཆེན་འབར་སྐབས་ཀྱི་བར་གྱི་ཆེས་ད་འདི་འདུག་བྱས་ཨོ། སློབ་གསོར་ཚོད་ཀྱིས་རོགས་པ་བྱས་ཀྱང་དེ་ཡང་བསྐྱར་གསོ་བྱེད་དགོས་འདུག་ཞེས་ཀྱང་གྲོས་འཆམ་བྱུང་ཡོད་པ་ནང་བཞིན་ཅན་ཨ་སོ་སི་ནེ་ཐ་ཏེ་ཀྱི་འགོ་ཁྲིད་ཚོགས་ཆུང་ནང་ལ་ཨ་ནེ་གཙོ་བོ་འདུག་ཞེས་ཅན་འགོ་ཁྲིད་ཚོགས་ཆུང་ནང་འགན་འཁྱེར་བྱས་རྗེས་ད་ད་ལོའི་སྤྱི་ཟླ་དགུ་པའི་ཚེས་པ་ལྔ་ཉིན་མོ་འདི་ལ་ཨ་ནེ་ལྡི་ལི་ལ་རྒྱ་གར་གཞུང་གི་གནད་ཡོད་མི་སྣ་རེ་ཨ་ནེ་རྒྱལ་གཅེས་ཀྱི་ཅིག་ཤེས་ལྡན་མི་སྣ་རེ་ཨ་ནེ་སློབ་ཕྲུག་ལ་སོགས་པའི་གང་ལྟར་མི་གྲངས་ཉེར་བརྒྱ་མ་སེམས་ཚོད་ཅིག་འདུག་ཞེས་ཅན་མཉམ་འཛོམས་ཀྱི་ཐོག་ནས་ཨ་ནེ་འདུག་ཞེས་ཅན་བོད་དོན། གིས་བགྲོ་གླེང་གི་འདུ་ཤེས་ཅན་ཚགས་ཚུད་པོའི་ངང་ནས་འདུ་ཤེས་འཛིན་རྒྱུ་འདི་མ་བྱུང་ཡོད་ཞེས་ཞུས་ཡས་དེ་དང་མཉམ་དུ་ལ་ད་ད་ལོ་ཡིན་ན་ང་རང་ཚོས་ཀྱི་བོད་ཁ་བ་གངས་ཅན་གྱི་མེ་ཏོག་གངས་ལ་ཕབ་པའི་ལྷ་རྒན་ཅི་ནུ་ཀོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་པའི་ཀྱི་སྐལ་བཟང་གི་ལོ་དེ་དང་བསྟུན་ཅན་འཛམ་བུ་གླིང་ཁྱོན་ཡོངས་ལ་བཞུགས་ཡོད་པའི་ཀྱི་བོད་པའི་ཀྱི་ན་གཞོན་ཚོའི་ཀྱི་ངོས་ནས་སྐུ་མདུན་འདུ་ཤེས་བརྟན་བཞུགས་ཕུལ་གྱི་ཡོད་པ་ད་གལ་ཆེའི་བོད་ཀྱི་གཞོན་སྐྱེས་བརྟན་བཞུགས་ལས་དེའི་ནང་ལ་ཨང་སོ་སོའི་འགོ་ཁྲིད་ཚོགས་ཆུང་རྣམས་ལ་ལས་ཀ་བྱེད་ཡས་རེད

དེ་དང་མཉམ་འདུག་ལ་ད་ལྟ་སོ་སོ་ཡིན་ན་ད་ལོ་ཕྱི་ཟླ་བརྒྱད་པའི་ནང་ལ་ཨ་ནི་འདུག་བྱས་ནས་ལྡི་ལི་ནས་དྷ་རམ་ས་ལ་ཡར་སྤོར་ཡོང་དུས་ཨ་ནི་སོ་སོའི་ཁང་པ་སྤོ་མ་ཚར་སྔོན་ནས་ཨ་ནི་དོ་བདག་དྷ་རམ་ས་ལ་ས་གནས་གཞོན་ནུའི་ནང་ལ་འཛུལ་ཡོད་ཅེས་བྱས་ག་ད་ས་གནས་གཞོན་ནུའི་གི་དྲུང་ཆེ་གི་ལས་འགན་ཁེལ་གོ་རེད་ཅེས་ཁོང་རྣམ་པས་གསུངས་པ་ནང་བཞིན་བྱས་རྗེས་ད་གང་ལྟར་ང་རང་ཚོའི་བོད་ཀྱི་འཐབ་རྩོད་ཀྱི་ལས་འགན་དེ་ཨ་ང་རང་ཚོས་མ་ཁེལ་ན་སུས་ཁེལ་གི་རེད་ཞེས་བྱས་ག་ད་སོ་སོའི་ངོ་ནས་ཡིན་དང་ཡིན་ཟེར་ལགས་སོ་ཞུས་པའི་ཐོག་ནས་ད་ད་ལྟའི་ཆར་དྷ་རམ་ས་ལ་ས་གནས་གཞོན་ནུའི་གི་ཨ་ནི། དྲུང་ཆེ་གི་ལས་ཀ་ལས་འགལ་ཏེ་ཁུར་དང་ཁུར་མེད་དང་མཉམ་དུ་ཨ་ནི་ཅིའི་བོད་དོན་འཐབ་རྩོད་ཀྱི་ལས་འགུལ་ཁ་ཨེ་ནི་ཅིག་ཚ་ཚ་འུར་འུར་གྱི་ངང་ནས་གང་མང་མང་དང་ག་ཚོད་ཐུབ་ཐུབ་ཨ་ནི་ཚ་ཚ་འུར་འུར་ངང་ནས་སྤེལ་དང་སྤེལ་བཞིན་པ་གྱི་འདུག་ཞེས་ཅན་ཡིན་ཞེས་ཅན་ཞུ་ཡ་ཡིན་རེད་བ། ཨ་ནི། ད་སོ་སོ་འདྲ་བ་ཡིན་ན་ད་འདེད་གྱིས་ཅིག་མི་ཚེ་རིང་པོ་ཞེ་བོ་དང་འདི་འདྲའི་ཅིག་གིས་ལོ་ལྔ་བཅུ་དྲུག་ཅུ་དེ་འདྲའི་ལོ་རྒྱུས་ད་གེ་ཤེས་མི་དེ་ད་ལྟ་མི་ཚེ་ད་ལྟ་བར་དུ་ག་རེ་ཡོད་པ་དེའི་ནང་སྐོར་ཅིག་ཧུར་ཐག་པ་ཐག་གིས་བོད་སྤྱི་པའི་འགན་ཅིག་ཁྱེད་ཨ་འཐབ་རྩོད་ནང་ཅིག་ག་བ་ལ་སླེ་གི་ཡོད་མེར་མ་འདྲེས་པ་ཅིག་འགན་ཅིག་ཁྱེད་མཉམ་ཞུགས་ཅིག་བྱེད་ཅིང་ད་འདི་སྐད་གི་བརྒྱུད་རིམ་གི་ཁྲོད་ལ་ཅིག་ད་ག་ལ་འོ་རེ་ཨེ་ཅིག་སྐྱེས་ལོ་མི prize སློབ་ར་ཨ་ནས་ཅིག་རིན་ཐང་ཨེ་ནས་ཅིག་མང་པོ་ཅིག་སྤྲད་དགོས་ཀྱི་གནས་སྟངས་འབྱུང་སྲིད་ལ་ད་ཅིག་ད་ལོ་འདི་སྐད་གི་བརྒྱུད་རིམ་ནང་ལ་ཨ་ནས་རྒྱ་ནག་གིས་ཅིག་གཞུང་གི་ངོས་ནས་ཅིག་སྡིགས་ར་ཀུ་ཡེ་རེད་ཕར་བློ་འགུག་ཐབས་བྱེད་རེད་ཨ་ནི་ཅིག་འདྲ་མ་འདྲ་མང་པོ་ཞུ་ཅིག་གི་གནས་སྟངས་འབྱུང་ཡོད་རེད་རོ་ཨ་འདི་གས་ཚང་མ་ཞུ་དགོས་ཡ་མེད་པ་ཅིག་ཨ་འདི་གས་ཁྲོད་ད་སོ་སོས་རང་ཉིད་ན་ད་སོ་སོས་ག་རེ་བྱེད་ཀྱི་ཡོད་པ་གང་ལྟར་རྒྱལ་ཁབ་དང་མི་རིགས་ཀྱི་གནད་དོན་གྱི་ཅིག་གི་ཐབས་རྩོད་ལ་ཐུག་ཡོད་དུས་ཙམ་པ་ཨ་མི་སྒེར་གཅིག་གི་ངོས་ནས་བྱས་ན་བློས་གཏོང་བྱེད་དགོས་ཀྱི་ཡོད་པ་དེ་ད་ཧ་གོ་བའི་ཐོག་ནས་འདུག་བཞིན་གང་ལྟར་སོ་སོས་བློ་བརྟན་པོ་བསྡད་ཅིང་ག་པར་ལ་ཕྱིན་པ་ཡིན་ན་ལས་འགུལ་ཆེན་པོའི་དོན་གྱི་ལས་འགུལ་དེ་ཧུར་ཐག་འབར་ཐག་སྤེལ་ཙང་ད་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་དྲུག་པའི་གི་ཚེས་པ་ཉི་ཤུ་རྩ་གཉིས་ཉིན་མོ་དེ་ལ་ད་རྒྱ་ནག་གཞུང་གི་ཨ་ནི་ལས་བྱེད་མི་སྣ་དེ་ཚོས་གཏུགས་བྱེད་ཅིང་ད་སོ་སོའི་ནང་ལ་ཕྱིན་ཅིང་བོད་ནང་བཞུགས་པའི་ཨ་ནི་ཕ་མ་སྤུན་མཆེད་ཁོ་ཚོའི་སྒོ་དུང་ཁར་ཕྱིན་ཅིང་གང་ལྟར་སྐབས་དེ་དུས་སོ་སོར་གཏུགས་བྱེད་ཅིང་ད་ཁ་པར་བཏང་བྱེད་ཅིང་ང་ཅིག་ད་རྡོག་རྡོག་གར་ཐབས་ཤེས་གར་བྱེད་དགོས་ཟེར་ན་ཨ་ནི་ང་ཚོ་ཁ་བཀབ་ཅིང་གང་ལྟར་ང་ཚོ་མ་གནས་མལ་གྱི་ཐབས་ཤེས་བྱེད་ཀྱི་ཡོད་རོགས་ཨོ་འདི་འདྲིས་ཀྱི་གནས་སྟངས་འབྱུང་མྱོང་ཡོད་རོགས་ད་དུས་དེ་ནས་བྱེད་ཅིང་ད་ད་ཉི་མ་ད་རིས་པ་དུ་ད་སོ་སོའི་ནང་མི་སྤུན་མཆེད་རྣམ་པ་སོགས་ཅིག་གནས་སྟངས་ག་འདྲའི་ཞིག་རེད་ད་དུང་ཡིན་ནའི་ཧ་མ་གོ་བྱེད་ཀྱི་འདུག་ཤེས་ཀྱི་གནས་སྟངས་ཡིན་ནའི་ད་ལྟ་སོ་སོ་སྒེར་ལ་འདྲ་དཀའ་ལོག་རེད་གནས་སྟངས་ཁག་པོ་ལབ་ནས་རེད་གྱོང་གུད་ལབ་ནས་དེ་འདྲའི་འདུག་ཤེས་འཕྲད་མྱོང་བས་ཡིན་པ་ཡིན་ནའི་ལས་ད་ང་རང་གཅིག་ག་རེ་ལ་གོ་རེད་དེ་ཅིག་ཨོ། མི་རིགས་གཅིག་གི་འཐབ་རྩོད་ཅིག་ནང་གང་ལ་ཞུ་བ་ནང་བཞིན་བྱས་མི་ཁ་ཤས་ཀྱི་བློས་གཏོང་གཅིག་གོ་གི་ཡོད་རེད་ལ་ཨ་ནི་ཅིག་ང་རང་ཚོའི་ད་ལྟ་བོ་དུ་བ་ད་ཅིག་བོད་མི་རིགས་ཀྱི་འཐབ་རྩོད་དེ་ཚོའི། བོད་ཀྱི་དཔའ་བོ་ཕོ་མོ་གྲངས་ལས་འདས་པ་ཅིག་སོ་སོའི་གཅེས་པའི་ལུས་སྲོག་ཡིན་ནི་འདུག་ཅེས་བློས་བཏང་ཅིང་མི་རིགས་འདིའི་ཆེད་དུ་ལེགས་སྐྱེས་ཕུལ་ཡོད་ད་སོ་སོའི་འདྲ་བ་ཅིག་གིས་ནི་ཅིག་དེ་ཁོང་ཚོ་དང་བསྡུར་ན་ནི་དེ་མ་རེད་ལ་དམིགས་བསལ་གྱིས་ང་རང་ཚོའི་བླ་ན་མེད་པའི་དབུ་ཁྲིད་འདྲ་བ་ཅིག་ནི་ད་དགུང་གྲངས་བཅུ་དྲུག་ནས་དེ་བཞིན་ད་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཨ་ནི་ཐུགས་འགན་བཞེས་ཅིང་ད་ད་ལྟ་དགུང་གྲངས་དགུ་བཅུར་བཞེས་ནས་ད་མི་ལོ་བདུན་ཅུ་དོན་ལྔ་ལྷག་ཟིན་ཀྱང་རྒྱལ་ཁབ་དང་མི་རིགས་ཆེད་དུ་ད་དུང་ཧུར་ཐག་བར་ཐག་གནང་དང་གནང་བཞིན་པ་ཡིན་དུས་བརྩམས་པ་འདི་ཚོ་དང་བསྡུར་ན་ང་རང་དགེ་རྒན་འདྲ་བོ་ཅིག་ད་ལོའི་གདོང་ལམ་ནས་འདྲ་ཅིག་འདི་ཚོ་དགེ་རྒན་མ་རེད་བསམ་ཅིག་གང་ལྟར་ཅིག་རྒྱལ་ཁབ་དང་མི་རིགས་ཆེད་དུ་ལ་ལྟ་ཅིག་སོ་སོས་ཆ་ཤས་ཤིག་གླེང་དགོས་ཡ་དེ་གནད་འགག་མཐོང་གི་འདུག་ལ་ཨ་འདིར་ཅིག་ད་ལྟ་ཡིན་ནའི་ཧུར་ཐག་བར་ཐག་བགྱིས་དང་བགྱིད་བཞིན་པ་ཡིན་ཟེར་བཞིན་ད་སོ་སོའི་གིས་ད་ག་ལ་འོ་རེད་རྒྱབ་ལྗོངས་ལོ་རྒྱུས་དང་འདི་བྱས་པ་ད་འོ་འདི་འདྲས་ཟིན། ད་ལྟ་གོང་དུ་ཞེས་པ་དེ་ཚོ་ད་ང་ཚེ་རིང་ཐར་ཅན་གྱིས་རྒྱབ་ལྗོངས་འདོན་རྒྱུ་བྱས་པ་ཞིག་རེད་གདའ། གལ་སྲིད་ཁྱེད་རྣམ་པ་ཚོས་ཀྱིས་ང་ལ། བོད་མི་མང་གི་སྤྱི་པའི་འཐུས་མི་ལ་འགན་དབང་བསྐུར་པ་ཡིན་ན། ཨ་ནི་ངའི་ངོས་ནས་ཅིག་ཞིག་ག་ལ་དགོས་བསམ་བློ་བཏང་ཆོག་ག་འདྲས་བྱོས་ལས་དོན་ག་འདྲས་ཤིག་བྱེད་སའི་རིགས་ད་འདིའི་གི་ཐོག་ལ་འདུག་བཞིན་དུམ་བུ་གཉིས་པ་དེ་བྱས་ཡོད། དེའི་ནང་ལ་ཨ་ནི་སོ་སོའི་གྱི་ད་མ་འོངས་ལས་དོན་བྱེད་ཕྱོགས་དང་བསམ་བློ་བཏང་ཕྱོགས་ཀྱི་ཐོག་ལ་ཨ་ནི་གཞི་རྩ་གཉིས་དང་ལས་དོན་བཞིའི་ཞེས་ཞུ་བའི་གཞི་རྩ་ལམ་ཐ་རྩ་བའི་དམ་བཅའ་ལ་གོ་རོ་དེ་ལ་རྩ་བའི་དམ་བཅའ་དང་པོ་དེ་ཨ་ནི་སོ་སོ་སྒེར་གྱི་ཨ་ནི་ཀུན་སྤྱོད་ལམ་ནས་ནི་བྱ་སྤྱོད་དེའི་གི་རྩ་བའི་དམ་བཅའ་གཉིས་པ་དེ་ད་བོད་མི་མང་གི་སྤྱི་ཕན་གྱི་འཐུས་མི་ཞིག་བྱེད་ཀྱི་ཡིན་ལབ་དུས་ཙམ་པ་དེ་ལ་ཨ་ནི་བོད་སྤྱི་པའི་ལས་དོན་གྱི་བྱེད་ཡག་གི་རྩ་བའི་དམ་བཅའ་ཞེས་རོ་འོ་དེ་གཉིས་ཐོག་ནས་བྱེད་ཀྱི་ཡོད་དང་པོ་སེར་སོ་སོའི་སྒེར་གྱི། བྱ་སྤྱོད་ཀྱི་ཐོག་གི་རྩ་བའི་གྱི་གཞི་རྩ་དེ་ག་རེ་ཡིན་ཟེར་ན། འགན་ཁུར་གྱི་བསམ་པ། གཞུང་དྲང་གི་བསམ་པ། འགན་འཁྲི་གྱི་བསམ་པ། ང་ཚོས་ཨིན་ཇི་སྐད་ལབ་ན། Responsibility། Integrity། Accountability། ལེགས་པར་འོ་འདི་གས་གསུམ་གྱི་གཞི་རྩ་ཞེས། འགན་ཁུར་གྱི་བསམ་པ་ཡིན་ན་ལྟ་ག་དུས་ནས་ལས་སོ་སོ་གྱེར་ལས་བུ་གཅིག་པ་དེ་དགོངས་ལ་བསྐུར་ཡ་གྱི་བསམ་པ། དེ་ནས་གཞུང་དྲང་པོའི་གྱི་བསམ་པ་དེ་ནས་ལྟ་ལས་ཀ་ག་རེ་ཞིག་བྱེད་པ་ཡིན་ནས་ལས་དྲང་པོ་དྲང་བཞག་ཕྱི་སེལ་ནང་སེལ་ངོ་ལྐོག་རྒྱབ་མདུན་མེད་པ་ལས་བྱེད་རོ། འོ་འདིས་བྱེད་ཅེས། ཨ་ནི། འགན་འཁྲི་གྱིས་བསགས་པ་ནི་ད་གང་ལྟར། མི་སུ་ཡིན་ནས་ལས་ཅིག་ལས་ཀ་ཡག་པོ་དང་གྲུབ་འབྲས་འདོན་པོ་བྱུང་སུ་ཡིན་ནས་ངས་བཏང་དང་འཇུ་ཆུ་སུ་ཡིན་ནས་ཤེས་ཀྱི་རོ། ཡིན་པ་ཡིན་ནས་ལས་དེ་ཚུ་མ་བྱུང་བས་བྱུང་ན་ཨ་ནི་གྲུབ་འབྲས་ཡག་པོ་མ་བྱུང་བའི་དུས་ཚོད་ལ་ཨ་ནི། འདི་འགན་ཁྱེད་ཀྱི་དང་འདི་འགན་འཁྲི་ཁྱེད་ཀྱི་དགོས་ཀྱི་ཡོད་རོ། ཨ་ནི་སྐབས་རེ་སོ་སོའི་ཁ་ནས་འདྲ་མ་འདྲ་བཤད་རྗེས་ཨ་ནི་རྙོག་དྲ་ཆགས་ཡ་འདྲ་པོ་དང་ཡང་ན་ཅིག་ལས་ཀ་ཡག་པོ་མ་བསྒྲུབས་རྗེས་གྲུབ་འབྲས་དེ

ཆོས་ལྡན་གྱི་ཞིང་བ་ང་ནི་དེར་ལོ་རབས་བརྒྱ་ཕྲག་མང་པོ་ནས་འདུག་ཅེས་གཞི་རྩའི་བསམ་བློ་བཏང་སྟངས་ཅིག་གིས་གར་ཡོད་རེད་ལབ་ན་ཨ་ནི་ག་དུས་ནས་སེམས་པ་བཟང་པོ་གཞན་ལ་ཕན་མ་འདོགས་ནས་གནོད་མ་སྐྱེལ་ལེ་ཀྱི་ཨ་ནི་གཞི་རྩའི་གི་སེམས་པ་བྱོས་ར་འོ་འདི་བྱས་ཨ་ན་ལྷག་པར་དུ་ཨ་ནི་ང་རང་ཚོ་བོད་མི་རིགས་འདི་ལེ་ན་ནང་ཆོས་མ་དར་ཉིན་ནས་ཆོས་རྒྱལ་སྲོང་བཙན་སྒམ་པོའི་དུས་ཚོད་ནས་རང་ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་ལས་གང་ལྟར་མི་གཅིག་གཙོ་བོ་གིས་སོ་སོ་གང་ལྟར་མི་བྱེད་ཡས་ཀྱི་རྩ་བའི་གི་ག་ལ་བ་རེད་བྱེད་རྩའི་གི་ཨ་ནི་སྒྲོམ་གཞིའི་གི་ལ་བ་རེད་ཐིག་འདྲ་བ་ཞིག་ཡོད་རེད་འོ་འདི་ཨ་ནི་སོ་སོའི་འདི་འདྲའི་རྩ་བ་འཛིན་མཁན་གང་ལྟར་དང་པོ་སོ་སོ་ག་ཚད་ཐུག་ཐུག་གི་ཨ་ནི་མི་སེམས་པ་མི་བཟང་པོ་ཅིག་བྱེད་ཀྱི་ཡིན་ལབ་ཅེ་འོ་འདི་གི་རྩ་འཛིན་འདི་དང་པོ་ལ་ཐུག་ཆེད་སོ་སོའི་སྒེར་གྱི་བྱ་སྤྱོད་ཐོག་ནས་རྩ་འཛིན་འདི་ལ་ཟེར་གྱི་ཡོད་ཨ་འདི་ནས། རྩ་འཛིན་གཉིས་པོ་འདི་དག་སོ་སོ་སྤྱི་ཕན་གྱི་འཐུས་མི་ཞིག་བྱེད་ཀྱི་ཡིན་ལབ་ཀྱི་ཡོད་ར་འདི་ཡིན་དུས་འཇམ་པ་ཨ་ནེ་རྩ་བའི་དམ་བཅའ་དེ་གཉིས་པོ་དེ་ག་རེ་སེམས་ཀྱི་ཡོད་ལབ་ན་བོད་ཆོལ་ཁ་གསུམ་འདི་ཨ་ནེ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ལ་ཡི་བྱེད་པ་འོ་འདི་རྩ་འཛིན་ལ་སེམས་ཀྱི་ཡོད་ད། བོད་ཆོལ་ཁ་གསུམ་འདི་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་གྱི་རྩ་འཛིན་འདི་ཟིན་པའི་ཐོག་བ་ནས་ད་སོ་སོས་ཀྱི་ཁྲིམས་འཆར་ག་འདྲས་ཞིག་འཁྱེར་གྱི་ཡོད་ནའི་འདྲ་གྲོས་འཆར་ག་རེ་ཞིག་ཡོང་གི་ཡོད་ནའི་འདྲ་འབྲུ་དུག་ག་རེ་བྱེད་ཀྱི་ཡོད་ནས་དང་ཐག་གཅོད་ག་རེ་བྱེད་ཀྱི་ཡོད་ནས་དང་འདི་ཡས་ཨ་ནི་སྔ་ཕྱི་བར་གསུམ་ཚང་མ་ཕྱི་ནང་བར་གསུམ་ཚང་མ་ཨ་ནི། སློབ་སྦྱོང་ཅི་དགོས་སར་སློབ་སྦྱོ་ཉམས་ཞིབ་ཅི་དགོས་སར་ཉམས་ཞིབ་གཞན་ལ་སྐད་ཆ་འདྲི་དགོས་སར་སྐད་ཆ་གང་ལྟར་བསམ་བློ་དྲུག་གསུམ་བཅོ་བརྒྱད་དང་བློ་རྩེ་ཉི་ཤུ་རྩ་དྲུག་དེ་བཀུག་བྱས་ནས་ཨ་ནི་གང་ལྟར་བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་ལ་ཨ་ནི་ཕན་གྱི་ཡོད་དང་ཕན་གྱི་མེད་དེ་གཙོ་བོར་གཞི་རྩ་བཞག་པའི་ཐོག་ནས་ཨ་ནི་ཐག་གཅོད་དང་ལས་དོན་གྱི་གྲུབ་པ་ཆེ་མ་གཏོགས་ཡང་ཅིག་མི་ཁ་ཤས་ཤར་ལ་འགྲོ་གི་དམ་བསམ་ཤར་ལ་འགྲོ་ཡ་དང་མི་ཁ་ཤས་ནུབ་ལ་འགྲོ་གི་འདུག་བསམ་ནུབ་ལ་འགྲོ་ཡ་གི་ད་ལྟ་བླུན་པོ་ཆུ་སྣ་གང་བྲིས་ལས་དེ་བྱེད་ཀྱི་མིན་ཞེས་ཀྱི་ཞུ་གི་ཡོད་ལ་ཡང་འདི་གོ་དུས་ཨ་ནི་ཁྱེད་རྣམ་པ་མང་པོ་ཅིག་ཐུགས་ལ་ག་རེ་སྐོང་གི་རེད་ལབ་ན་ཨོ་མི་ཏྲི་ཡང་ཅིག་སྤོ་རོག་དཀར་པོ་ར་ཞིའུ་ཅིག་དོན་ཡང་ཡིན་ས་རེད་བསམ་པ་དེ་འདྲས་དགོངས་སེ་གི་རོ་ཨ་ནི་དེའི་ཐོག་ལས་ཁྱེད་རྣམ་པ། ཐུགས་ཁྲལ་མ་གནང་ཞེས་ཀྱི་ཞུ་ཡས་ནི་ག་ནི་སོ་སོའི་ག་དུས་ཡིན་ན་ལས་ང་རང་སུས་བོད་ཀྱི་གཏམ་དཔེ་རྩ་ཆེན་པོ་བྱེད་པ་ང་ནི་རྟོགས་པ་ལྷ་དང་མཉམ་གནས་ཀུན་སྤྱོད་མི་དང་མཐུན་དགོས་ལས་ཞེས་ག་ནི་དེ་ཡི་གལ་ཆེན་པོ་ཞིག་ཡོད་བྱས་ཙང་ཨ་ནི་ཁྱེད་རྣམ་པ་ཚོ་དེའི་ཐོག་ལ་ཐུགས་ཁྲལ་གནང་དགོས་མེད་ཞེས་ཀྱི་ཞུ་ཡས་ད། སོ་སོའི་གང་གིས་ཨ་ནི་བོད་སྤྱི་བའི་རྩ་དོན་གྱི་ཨ་ནི། གཞི་རྩ་དང་དེ་ནས་ད་སོ་སོ་སྒེར་གྱིས་བྱ་སྤྱོད་ཀྱི་གཞི་རྩ་གཉིས་ཞུས་པའི་ཐོག་ནས་ད་ལས་དོན་བྱེད་ཕྱོགས་བཞིའི་ལས་གཞི་ད་གང་ལྟར་རྩ་དོན་གཉིས་དང་ལས་དོན་བྱེད་ཕྱོགས་བཞིའི་ལས་གཞི་རོ་འོང་འདིའི་ཐོག་ནས་བྱེད་ཀྱི་ཡོད། ལས་དོན་བཞིའི་ནང་ནས་ཨང་དང་པོ་དེ་ལ་ག་རེ་ཡིན་ལབ་ན། བཙན་བྱོལ་བོད་མི་གི་དམངས་གཙོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ནང་བོད་མི་མང་སྤྱི་འཐུས་ཀྱི་ལས་འགན་ཤེས་པའི་ཐོག་ནས་ལས་དོན་བསྒྲུབ་རྒྱུའི་ལས་དེ་ཞུ་གི་ཡོད། ད་འདི་ངའི་ངོ་ནས་ག་རེ་ཞུ་གི་ཡོད་ལབ་ན། འཛམ་བུ་གླིང་གི་ལུང་པ་མང་ཆེ་འདྲ་པོ་ཆེ་ན་གྲོས་ཚོགས་ཁང་ནང་ལ་ད་འཐུས་མི་དེ་གས་ཡོང་དང་ཡོང་ངོ་རོ་ཏེ་གཅིག་བྱས་ན་ཕྱོགས་འགལ་གྱི་ཆབ་སྲིད་ཚོགས་པའི་ཕྱོགས་ནས་ལེགས་ཀྱི་རེད་ཕྱོགས་གཞན་པ་དེ་གཞུང་འཛིན་ཚོགས་པའི་ཡི་ཕྱོགས་ནས་འདུག་ཤེས་ཤེས་ལེགས་ཀྱི་རེད་བ་མང་ཆེ་འདྲ་པོ་ཏེ་ད་ཚང་མ་གཅིག་པ་ཡིན་པ་ངེས་པ་ད་ཡོད་མ་རོ། དེ་ཡིན་དུས་འཛམ་པ་ཨ་ནི། ག་དུས་ཡིན་ནའི་ལས་ཀྱི་གཞུང་འཛིན་ཚོགས་པའི་ཕྱོགས་གཏོགས་ཀྱིས་དེ་གའི་གི་ག་དུས་ཡིན་ནའི་གཞུང་འཛིན་ཚོགས་པའི་གི་འགྲིག་ཡོད་ནའི་འགྲིག་མེད་ནའི་འགྲིག་ཡོད་ཅེས་ཞུ་དེ་གའི་དང་ཨ་འཕྱོངས་རྒྱའི་ཆབ་སྲིད་ཚོགས་པའི་ག་དུས་ཡིན་ནའི་སྐྱོན་བརྗོད་རམ་བྱས་དེ་གའི་གནས་སྟངས་ཅིག་སྤྱིའི་ཆ་ནས་དེ་འདྲའི་ཞོལ་ལོ་ཡིན་པའི་གནས་ནས་ང་རང་ཚོས་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཨང་ཅིག་ག་རེ་གྲུབ་ཆ་འདྲ་བོ་དེ་ཡིན་ན་ཅིག་ཁོ་རང་ཅིག་ཆོལ་ཁ་ཆོས་ལུགས་དང་ཨང་ཅིག་རྒྱལ་ཁབ་ག་ནས་འདུག་བྱས་འཕེལ་གི་ཡོད་རེད་དེ་ཡིན་ནའི་སྤྱི་འཐུས་ལྷན་ཚོགས་ནང་ལ་ཕེབས་པའི་གི་ཨང་སྤྱི་འཐུས་བཞི་བཅུ་ཞེ་ལྔ་དེ་གའི་ཆ་ཚང་ཁོ་རང་ད་གང་ཟག་སྒེར་གི་ཐོག་ནས

ད། འཛིན་སྐྱོང་ལ་སུ་ཕེབས་ཀྱི་ཡོད་མེད་མ་ལྟོས་པར་གང་ལྟར་འཛིན་སྐྱོང་གི་ངོས་ནས་བོད་བསྟན་སྲིད་མི་རིགས་དང་བཅས་པ་གང་ལྟར་ཞིག་ཕན་ཐོགས་ཀྱི་ལས་དོན་ཅིག་དང་ལས་ཀ་ཅིག་སྒྲུབ་ཀྱི་ཡོད་ན་དེ་ལ་སོ་སོས་རྒྱབ་སྐྱོར་ཙམ་མ་ཟད་དེ་གའི་ལེབ་ཕྲུག་ཡོངས་ཡག་ལ་དངོས་ཤུགས་བརྒྱུད་གསུམ་ནས་འདུ་བྱེད་ཅིག་རྒྱབ་སྐྱོར་ཞུ་གི་ཡིན་ཞེས་ཡང་འཛིན་སྐྱོང་གི་ངོས་ནས་མ་འགྲིག་པའི་གི་ལས་ཀ་དང་འདི་འདྲའི་ཡོད་དུས་ཡང་ཅིག་ག་རེ་ཟིན་ཏེ་འགྲུབ་ཀྱི་མི་འདུག་ཞེས་མཛུབ་མོ་བཙུགས་པ་གཅིག་པོ་མིན་པ་ཨ་འདི་ལ་ཅིག། ལུང་དང་རྒྱུ་མཚན་ཡོད་པའི་ཐོག་ནས་འདུ་བྱེད་སྐྱོན་བརྗོད་ཆེད Constructive Criticism ལ་ཀུར་བྷང་དེས་ཞུ་གི་ཡིན་ཞེས་ཡང་དེ་དང་མཉམ་དུ་ལ་གང་ལྟར་གྲོས་ཚོགས་ཀྱི་ལས་འགན་ནང་ནས་གལ་ཆེན་པོ་གཅིག་དེ་ད་གང་ལྟར་འཛིན་སྐྱོང་ལ་སྟངས་འཛིན་བྱེད་ཀྱི་ཡོད་དུས་ཟེར་པ་ཡང་སྐབས་རེ་སོ་སོའི་གི་སྒེར་གྱི་འབྲེལ་བ་དང་ཨ་ནེ་ཆེ་ག་ལ་ཀུ་རེ་སྒེར་གྱི་ཁེ་ཕན་ཆུང་ཆུང་དེ་འདྲས་ཀྱིས་དེའི་གི་སྐྱེ་འཇིག་ཅེས་ནི་ལབ་དགོས་ས་དེ་འདྲའི་ཡང་མ་ལབ་ཡ་དང་ལབ་མ་འདུག་ཡ་གནས་སྟངས་དེ་འདྲའི་མ་ཡིན་པ་གང་ལྟར་བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་ཨ་ནི་ལབ་དགོས་ས་དེ་འདྲའི་ལ་ཨ་ནི་ཁ་རི་ཁ་བཏུག་བཏུག་བྱས་ལབ་ཐུབ་པའི་དང་ལབ་ཕོད་པའི་གི་མི་ཞིག་གིས་གང་ལྟར་སྤྱི་པའི་འཐུས་མི་ཞིག་བྱེད་ཀྱི་ཡིན་ཤེས་ཆེད་འོ་འདི་ཞུ་གི་ཡོད། ཨ་འདི་ནས་ལས་དོན་སྒྲུབ་ཕྱོགས་གཉིས་པ་དེ་གང་ཡིན་ཟེར་ན་གཞིས་བཞུགས་སྤུན་བསྡུའི་མགྲིན་ཚབ་ལས་དེ་ལྟ། སོ་སོ་འདྲ་བོ་བྱས་ན་བོད་ནང་ལ་སྐྱེས། ཨ་ནེ་ཡིས་བོད་ནང་ལབ་གྲྭ་ལ་ཐིག་ཚེ་འགྲོ་མྱོང་ཡོད་པ་བཅས་སོ་སོའི་ཕ་མ་སྤུན་མཆེད་ཚང་མ་བོད་ནང་བཞུགས་ཡོད་པ་བཅས་ཨ་སོ་སོའི་སློབ་སྦྱོང་གི་རྒྱབ་ལྗོངས་འདི་གས་ད་རྒྱ་ནག་གི་སྒང་ལ་ཅི་རེད་ཨ་ནེ་དམིགས་བསལ་གྱིས་རྒྱ་ནག་གིས་བོད་ནང་འཛིན་པའི་སྲིད་ཇུས་ལ་སོགས་པའི་སྒང་ལ་ཡིན་དུས་བསམ་པ་ཨ་ནེ་བོད་ནང་གི་དངོས་ཡོད་གནས་སྟངས་འདི་གས་ཨ་ནེ་ཉམས་ཞིབ་དང་བཅས་པའི་ཐོག་ནས་འདུག་བྱེད་བྱེད་ཨ་ནེ་འཛམ་བུ་གླིང་གི་སྡིངས་ཆའི་སྒང་ལ་འདུག་བྱེད་བྱེད་མ་ཁྱེད་བྱེད་བྱེད་ཨ་ང་རང་ཚོའི་གི་གནས་ཡུལ་གྱི། རྒྱ་གར་ལ་ཡིན་ན་ལེགས་ད་དེས་རྒྱ་གར་གྱི་བདེ་འཇགས་ལ་ག་རེ་གནོད་ཀྱི་འདུག་ཨ་ནི། ཕྱིའི་རྒྱལ་ཁབ་ཀྱི་ཨ་ནི་མི་སྣ་ཁག་ལ་ཡིན་ན་དེས་འཛམ་གླིང་གི་ཞི་བདེ་ལ་ག་རེ་གནོད་ཀྱི་དང་འཛམ་བུ་གླིང་གི་ག་རེ་ག་ལ་ག་རེ་ད་བདེ་འཇགས་ལ་ག་རེ་གནོད་ཀྱི་ལ་སོགས་པའི་དངོས་ཡོད་ཀྱི་གནས་སྟངས་འདུག་ཅེས་ཅེས་ལུང་དྲངས་པའི་ཐོག་ནས་ཨ་ནི་འདུག་ཅེས་ཁོང་རྣམ་པར་ཞུ་གཏུག་བྱས་རེད་དམིགས་བསལ་གྱི་རྒྱ་མི་དེ་ཚོ་ལ་ཁ་རི་ཁ་ཐུག་གི་ཐོག་ནས་ཁྱེད་རང་ཚོས་ཀྱི་ང་ཚོ་བོད་ཀྱི་ལུང་པ་དེ་ཧམ་པ་བྱས་ནས་ཟ་རེད་ད་ལབ་ཡ་ཁ་རི་ཁ་ཐུག་བྱས་ནས་ཨ་ནི་ལབ་ཡ་དེ་ད་ཅིག་སོ་སོས་ནི་སློབ་སྦྱོང་འདི་འདྲའི་ཅིག་ཐོབ་ཡོད་རེད་ལ་ཨ་འདི་གས་ཅིག་ལབ་ཡག་ལབ་ཡག་གི་ཅིག་ཉམས་མྱོང་འདྲ་བ་ཅིག་ག་ལ་གང་འཚམ་བསགས་ཡོད་ལ་ཨ་ནས་ཅིག་འདི་གས་ཀྱི་གདེང་ཚོད་ལབ་ནས་འདྲ་སྤོབས་པོ་ལབ་ནས་འདྲ་དམིགས་བསལ་གྱི་ཆོད་སེམས་ཡེ་ནས་བརྟན་པོ་ཅིག་བྱས་ཅན་གང་ལྟར་བོད་ནང་ལ་བཞུགས་ཡོད་པའི་ང་རང་ཚོའི་གཞིས་ལུས་སྤུན་ཟླ་རྣམ་པ་ཚོས་ཨོ། ཕྱིའི་རྒྱལ་ཁབ་ལ་ཡོད་པའི་རང་དབང་གི་ལུང་པའི་ནང་ཡོད་པའི་ཀྱི་ང་ཚོའི་སྤུན་ཟླ་ཚོས་ཀྱི་ང་ཚོའི་དངོས་གནས་ཀྱི་དཀའ་ཉེན་འདི་གས་གལ་ཆེ་གདེང་ཆེ་ག་ལ་ཏག་ཏག་སྐྱེལ་ཐུབ་ཀྱི་འདུག་ཨ་བསམ་ཅིག་ཁོང་རྣམ་པ་ཚོས་ནི་སེམས་ཤུགས་འཕར་དགོས་པ་ཅིག་དང་ཨང་ཅིག་སེམས་པ་འགག་དགོས་པ་ཅིག་སོ་སོའི་ངོས་ནས་འདུག་ཅེས་རྗེས་ཀྱི་གདམ་བྱའི་ལམ་ནས་འདྲ་ཨ་ནི་ཆོད་སེམས་བརྟན་པོ་ཡོད་ཅེས་བརྗོད། ཨ་འདི་ནས་གསུངས་པ་འདི་ག་རེད་ཟེར་ན་བཙན་བྱོལ་བོད་མིའི་བདེ་དོན་དང་གཞིས་ཆགས་སྲ་བརྟན་གྱི་ཐོག་ལ་ཤུགས་སྣོན་རྒྱག་རྒྱུ་ལས་ཞེ་ད་འདིར་མང་པོ་ཅིག་གིས་གར་དགོངས་གནང་གི་རེད་ད་འདི་ཅིག་ཁྱོད་སྲིད་སྐྱོང་ལངས་ཉེན་མ་རེད་དེ་ཅིག་འཛིན་སྐྱོང་གི་ལས་འཆར་བྱེད་ཡ་ཅིག་མ་རེད་པས་སམ། དེས་དགོངས་ཉེས་དེ་འདྲས་ཡོང་སྲིད་ཀྱི་རེད། ང་རང་སྒེར་གྱི་ངོས་ནས་ནི་གནད་འགག་འདི་ག་རེ་མཐོང་ཟིན་འདི་ཕྱིའི་འཛིན་སྐྱོང་གི་ལས་ཀ་གཅིག་པུ་ཙམ་མིན་པ་ལ་འདི་ལ་བོད་པ་སྤྱི་ཡོངས་ཡིན་ནི་རེད་དམིགས་བསལ་གྱི་ཨ་ནི་ལས་ཀྱི་སྣེ་མོ་བ་ཨ་ནི་ཚང་མ་ལོག་གི་དེའི་ཐོག་ལ་དམིགས་བསལ་གྱི་ཤུགས་རྒྱག་དགོས་ཅེས་ང་རང་གིས་ནི་དེ་གནད་འགག་དཔེ་ཆེན་པོ་མཐོང་འདུག་གང་ཡིན་ཟིན་ད་རྒྱ་བལ་འབྲུག་གསུམ་འདི་ནི་ད་ང་རང་ཚོའི་གི་ལུང་པ་བོད་ཁ་བ་གངས་ཅན་ལྗོངས་དང་ཐད་ཀར་གྱི་ས་འབྲེལ་ཆགས་པའི་གི་ཨ་ནི་གཅིག་ཨིན་ཇི་སྐད་ལམ་ན Strategically Importance ལས་བྱེད་པ་འོ་འདི་ཆ་དེ་འདི་ཡིན་དུས་ཙམ་པ་ང་རང་ཚོས་ཨ་ནི་དེ་ལ་བླ་ན་མེད་པའི་དབུ་ཁྲིད་ཀྱི་ཕུགས་རྒྱང་རིང་པོ་དང་གཟིགས་པོ་ཆེན་པོ་གྱི་ཨ་ནི་རྒན་རབས་རྣམ་པ་ཚོས་ཀྱི་རྨང་གཞི་བརྟན་པོ་ཞིག་བཙུགས་བཞག་པ་དེ་ཨ་ནི་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ཏེ་བོད་ཀྱི་མ་འོངས་ཀྱི་ད་ཐོག་ཐོག་བོད་ཁ་བ་གངས་ཅན་ལ་སྐྱིད་པའི་ཉི་མ་ཤར་དང་མར་ཤར་གྱི་ཐད་ལ་ཨ་ནི་གནད་འགག་གི་ཞི་བ་ཞིག། ཐུགས་དགྱེས་ནས་ང་འདིའི་འདི་བརྩམས་པ། ངའི་སྔོན་ནས་འདི་འཛིན་སྐྱོང་སྤེལ་གསུང་ནས་འདི་མ་ཉམས་དགོངས་པའི་ཕྱིར་ཞི་བ་གལ་ཆེན་པོ་ཐུང་དུ་འདིའི་འདི་བརྩམས་པ། ད་སོ་སོ་རྒྱལ་སྲིད་འཐུས་པའི་སྤྱི་པའི་འཐུས་མི་གྱིས་ཅིག་ཆར་བ་ཡིན་ན་ཨ་ནི། བཙན་བྱོལ་ནང་གི་ད་རྒྱ་བལ་འབྲུག་གསུམ་གཙོས་པའི་ཨ་ནི་མི་མང་རྣམས་ཀྱིས་གནས་སྐབས་ཀྱི་ཅིག་བཀའ་བཅད་གསེར་གྱི་བཀའ་རྙིང་དང་འདི་འདྲས་ཅིག་སོ་སོའི་དང་དུ་གླན་ཅིང་གང་དག་དང་དུ་པོ་འདུག་གོ། ཅིག། དགོང་མོ་གནང་བ་ཚོ་མང་པོ་ཅིག་གནང་དང་གནང་བཞིན་པ་རེད་དེ་གའི་ཁབ་མིག་ཡར་ལྟ་བྱེད་ཅེས་ནའང་བྱེད་དགོས་ཡ་ད་ཡིན་རེད་དེ་མ་ཟད་ཀྱི་ད་རང་ང་རང་གི་ངོས་ནས་ཡིན་ན་རྒྱ་བལ་འབྲུག་གསུམ་གྱི་ནང་ལའང་གཞིས་ཆགས་ས་སྟེང་ལས་བཟོ་དེའི་སྐོར་ལ་ཤུགས་སྣོན་རྒྱག་དགོས་པའི་དཔེ་གལ་ཆེན་པོ་ཞིག་མཐོང་འདུག་ད་འདིའི་གི་ཨ་ནི་གང་ཡིན་ཟེར་ན་གཅིག་དེ་ང་རང་ཚོའི་གི་ས་ཆ་དང་འདི་གའི་བརྟན་པོ་འདི་གའི་ཡོད་པའི་སྒང་ལ་ད་ད་ལྟའི་ཆ་ལ་ང་རང་ཚོའི་དམིགས་བསལ་རྒྱ་གར་འདྲ་བོ་ཞིག་འཛམ་བུ་གླིང་ནང་ནས་མི་འབོར་མང་ཤོས་གཅིག་དང་ཁྲོམ་ར་ཆེན་པོ་ཞི་བོ་ཞིག་ཡོད་རེད་འདི་གའི་གི་གཅིག་ག་ལ་བོ་རེད་ཨིན་ཇི་སྐད་ལ་ཞུ་ནི Potential ལ་བོ་ར་དེའི་གི་གཅིག་དེ་ཧ་གོ་བའི་ཐོག་ནས་ད་ད་ལྟའི་ཆར་ང་རང་ཚོའི་གི་གཞོན་སྐྱེས་མང་བོ་ཞིག་འཛམ་བུ་གླིང་གི་ཨ་ལུང་པ་ག་ས་ག་ལ་ཕ་ཕེད་ཅིག་ན་ཨ་ཕ་ཕ་ནས་བསམ་ཚུལ་གསར་བ་དང་ཨ་ནི་གཅིག་ག་རེ་རྟགས་ཀྱི་དུས་ཀྱི་དེ་འདྲའི་གསར་པ་དེ་འདྲའི་ཕལ་ཆེན་ལྟ་ཚུལ་ལོག་བྱེད་ཅན་དག་ཅིག་གིས་ཡང་ཅིག་ཚོང་དང་ལ་སོགས་པའི་ཨང་ལས་འགུལ་ལས་རིགས་གསར་པ་དེ་འདྲའི་འགོ་བཙུགས་ཡོད་ལས་ང་ཡིན་ན་གོ་སྐབས་དང་ཅིག་ལམ་ཁ་མང་པོ་ཅིག་མཐོང་གིན་འདུག་ལ་གནས་མང་པོ་ཅིག་ད་ཕྱིའི་རྒྱལ་ཁབ་ལ་ཕ་ཕལ་ཆེན་དག་ཅིག་དངུལ་དང་དེ་འདྲའི་ག་ལ་ག་འཚམ་ཅིག་ཟག་ཡོད་ན་ད་འདི་གས་འདི་གས་ཚུགས་ལ་ཅིག་མར་རྩ་བཙུགས་ཡས་དང་བརྫུས་ནང་འཁོར་རྒྱུག་བྱེད་ཅིང་གང་ལྟར་དེའི་སྐད་ཅིག་རྡོག་རྡོག་འདི་དང་ཅིག་བདེན་རྫུན་ཁོག་ལ་ཉམས་མྱོང་ཡོད་ངེས་བསམ་བློ་གསར་པ་ཡོད་ངེས་ནུས་པ་ཡོད་ངེས་ཀྱི་གཞོན་སྐྱེས་མི་རབས་འདི་ཚོ་ད་ཅིག་སྤྱི་དཔལ་གྱི་བདེན་རྫུན་གྱི་སྤྱི་པའི་ངོས་ནས་ད་མཐུན་རྐྱེན་སྒྲུབ་ཡས་དང་བདེན་རྒྱ་བསྐྲུན་ཡས་ལ་སོགས་གང་ལྟར་ཁོང་རྣམ་པ་ཚོར་དེ་བྱེད་ཅིང་མཐུན་རྐྱེན་བསྐྲུན་བྱེད་ཅིང་གང་ལྟར་ཅིག་གང་ལྟར་ང་ཚོའི་སྐྱེས་བོད་བོད་ཀྱི་ད་རྒྱ་བལ་འབྲུག་གསུམ་ན་ཡོད་པའི་གཞིས་ཆགས་ས་གདན་རེ་ཨ་ནི་བོད་ཀྱི་མ་འོངས་ཀྱི་ཆེད་དུ་ཨ་ནི་ཅིག་རང་ཁ་རང་གསོ་ལས་གཞི་ར་བ་དེ་ཚོའི་ཁ་ལ་ང་རེ་ཅིག་ནུས་པ་བཏང་བ་སོགས་ཅིག་མ་འོངས་བ་ཤུགས་ཆེན་པོ་ཞིག་མཐོང་འདུག་དེ་འདྲའི་བསམ་པ་ཁོང་རྣམ་པ་ཚོའི་བསམ་ཚུལ་རེད་དེ་འདྲའི་བསམ་འཆར་དང་བསམ་ཚུལ་ཡག་པོ་དེ་ཚོ་གྲོས་ཚོགས་ཁང་ནང་ལ་གྱེས་ཡ་རེད་འཛིན་སྐྱོང་ལ་ཡར་ཕུལ་ཡ་རེད་ལ་སོགས་པའི་ཨ་ནི་མཐུན་རྐྱེན་སྒྲུབ་ཡ་གི་ཐོག་ལ་འབད་བརྩོན་དང་ཤུགས་སྣོན་ཡིན་གཅིག་མིན་གཅིག་རྒྱག་ཐུབ་ཡོད་ལ་དེ་གཅིག་བལ་གྱེར་ཆེན་པོ་འཐུང་གི་འདུག་ཅེས་བརྗོད་ཡིན་ད་དེ་ནས་མཐའ་མ་དེ་ག་རེ་རེད་ཟེར་ན་ད། ཐ་མའི་ནང་ཐ་མ་ཙམ་མ་ཟད་གལ་ཆེ་ཤོས་ནང་ཆེ་ཤོས་དེ་ཡིན། འདི་གང་ཡིན་ཟེར་ན་བོད་དོན་འཐབ་རྩོད་ཀྱི་ལས་འགུལ་ལ་མུ་མཐུད་ཤུགས་སྣོན་རྒྱག་རྒྱུ་ལས་དེ་ད་ག་ནང་ང་རང་ཚོ་ནི་མིའི་ལུང་པའི་ནང་གར་བཞེས་ཅན་དེ་ལ་ཅིག་རྒྱག་དགོས་པའི་གནས་སྟངས་དེ་ག་རེ་ནས་འབྱུང་པ་རེད་ལབ་ན་ད་ཚང་མས་མཁྱེན་གྱིན་ཡོད་ང་རང་ཚོའི་ལུང་པ་འདི་མིས་ཁྲོ་བ་བྱེད་ཅན་གང་ལྟར་ང་རང་ཚོས་ཀྱི་ཐ་མའི་གི་དམིགས་ཡུལ་ད་དམིགས་ཡུལ་ནང་ནས་གལ་ཆེ་ཤོས་དང་དམིགས་ཡུལ་ནང་ནས་དང་པོ་དེ་ག་རེ་རེད་ཟེར་ན། སོ་སོ་ཕ་སྐད་ལ་གང་ལྟར་རང་ཡུལ་རང་སར་ཕར་ཟིན་བྱས་ཀྱང་སོ་སོའི་ལུང་པར་ཕར་ལོག་བྱས་ན་བོད་ཁ་བ་གངས་ཅན་ལྗོངས་འདི་ང་རང་ཚོས་ཀྱི་ཨ་ནེ་ཚུར་འདུག་ཅེས་གླེང་བྱེད་ཅིང་སྐྱག་འཛིན་སྐྱོང་བྱེད་དབར་གྱི་ལས་ཀ་དེ་བྱས་ཡོད་ད་དེ་ཡིན་དུས་བརྩམས་པ་ད་ནང་ང་རང་ཚོ་མིའི་ལུང་པའི་ནང་འདས་ཀྱི་དམིགས་ཡུལ་ལ་མེད་ག་ན་དགོས་པ་དེ་གང་ཞིག་ནི་འཐབ་རྩོད་མུ་མཐུད་བྱེད་དགོས་པ་ཞིག་རེད་ད་འདས་ལས་གནས་ས་གང་ལ་བཞུགས་ན་བཞིན་གང་ལྟར་ང་རང་ཚོའི་བླ་ན་མེད་པའི་དབུ་ཁྲིད་དང་རྒན་རབས་རྣམ་པ་ཚོས་ཀྱི་ཨ་ནེ་ཕུགས་རྒྱང་རིང་པོ་དང་ཨ་ནེ་ཅིག་སྙིང་སྟོབས་དང། མཉམ་འཛུགས་དང་སྒྲིག་ཡལ་བརྟན་བཅས་ད་ལྟ་ང་རང་ཚོའི་བོད་རྒྱལ་གཅེས་ཀྱི་གནས་སྟངས་དེ་འཛམ་བུ་གླིང་གི་སྡིངས་ཆའི་སྒང་ལ་ལྟ་ཅི་གི་གནས་རིམ་ཧ་ཅང་མཐོན་པོ་ཅིག་འདུག་ཤིང་སྐད་ཐུག་ཡོད་རེད་ད་སྒྲིག་ཡལ་དེ་གས་ང་ཚོ་ཡར་ལ་པར་མ་འདུག་ལས་གནས་རིམ་གྱིས་ཅིག་གང་ལྟར་སྒྲིག་ཡལ་མི་ཉམས་རྒྱུན་འཛིན་གཅིག་བ་ཅིག་དམིགས་བསལ་གྱིས་ད་ང་ཚོའི་མི་རབས་འདི་ཚོར་གཏུགས་བྱེད་ཅིང་ད་ལས་འགན་གཡོལ་ཐབས་མེད་པ་ཅིག་ཆགས་བསྡད་རེད། དེ་ཡིན་དུས་བརྩམས་པ་དང་སོ་སོ་གེ་སྲིད་གྲོས་ཚོགས་ཀྱི་འཐུས་མི་འདྲ་བོ་ཞིག་ཆགས་པ་ཡིན་ན་ནི་སྤྱི་པའི་འཐུས་མི་ཞིག་ཆགས་པའི་རང་བཞིན་གོ་རེད་དེ་ལ་མིང་གཅིག་ཡོད་རེད་དེ་སྐད་ཀྱིས་ལས་ཀ་བྱེད་ཡ་དེ་འདྲས་ནས་ཤུགས་ཆེ་དེ་འདྲས་བྱེད་ཐུབ་ཀྱི་རེད་ད་ངས་གང་ལ་ཞུས་པ་ལས་གཞིན་ཆེ་གེ་སྤྱི་གྱི་སྡིངས་ཆ་ཁག་འདུག་ཞེས་བོད་ཀྱི་གནད་དོན་དང་བོད་ནང་གི་གནས་སྟངས་འདི་ཚོ་སྐད་ད་ཡིན་ཅེས་དེ་དང་མཉམ་འདུག་ལ་ང་རང་སོ་སོ་གེ་འདུག་ཅེས་གང་ལྟར་དང་བདེན་གང་ལ་དོན་ཅན་ཨ་ནི་མི་དམངས་ཀྱི་འགོ་ཁྲིད་གཉིས་ཀྱི་ཨ་ནི་འགོ་ཁྲིད་ཅིག་ཡིན་བསམ་གྱི་གང་ལྟར་ལས་འགུལ་འདི་ཚོ་གཅིག་ཧུར་ཐག་བར་ཐག་དང་མི་དམངས་ལ་སེམས་ཤུགས་སྤར་ཡང་ཡིག་ལྷག་ཐོག་ཏུ་ལས་འགུལ་འདི་འདྲ་མུ་མཐུད་སྤེལ་གྱི་ཡིན་ཞེས་ཀྱང་ད་ལྟ་བར་དུ་གཅིག་སོ་སོ་ཡིན་ན་གཅིག་ད་ས་ཆ་ག་བ་ལ་གནས་ཀྱི་ཡོད་མེད་དང་ག་བ་གནས་ཀྱི་ཡོད་མེད་མ་བལྟས་པར་གང་ལྟར་ཧུར་ཐག་བར་ཐག་བྱས་ལ་དེ་བས་ཀྱང་ནས་ཨ་ནི། གྲོས་ཚོགས་འཐུས་མི་གྱི་མིང་གཅིག་ནི་རང་བཞིན་གྱིས་གཅིག་ག་ལ་ལས་དགོས་ཤུགས་ཆེ་དང་གཅིག་ཡོང་གི་ཡོད་དུས་ཚགས་པ་ཧུར་ཐག་བར་ཐག་བྱེད་ཀྱི་ཡིན་ཞེས་ཟླ་སོ་སོ་གྱི་ད་ལྟ་རྩ་བའི་གི་ཨ་ནི་གཞི་རྩ་གཉིས་དང་ལས་དོན་བྱེད་ཕྱོགས་བཞི་ལས་རི་ད་འོང་འདུག་ཞེས་ཉིན་བྱེད་ཆོས་ཨ་ནི་དེ་དང་མཐའ་མ་དེ་ལ་ད་ད་ད། སུ་ཞིག་ངོས་ནས་ནི་ད་ཅི་ཡོང་དགོངས་ད་འཛམ་བུ་གླིང་ཁྱོན་ལ་བཞུགས་ཡོད་མེད་ཞུས་རྗེས་བུ་ག་རེད་ད་བོད་རིགས་སྤུན་ཟླ་ཡོངས་ལ་ད་ཡིན་ཅེས་དེ་དང་མཉམ་དུ་ལ་ཡང་བཀོད་ཀྱི་རྒྱ་བལ་འབྲུག་གསུམ་ལ་བཞུགས་པའི་དབུས་གཙང་མི་མང་རྣམ་པ་ཚོས་ཀྱི་ད་ང་ལ་ཅིག་ཡིན་ཅིག་མིན་ཅིག་འོས་བླུག་གཏོང་ཅི་ད་ཤེས་ཅིང་འདི་འདྲས་ཅིག་བྱེད་དགོས་དེ་ང་གལ་ཆེན་པོ་མཐོང་མི་འདུག་ཁྱེད་རྣམ་པ་ཚོས་གལ་སྲིད་ང་འོས་བབས་ཟེར་གྱི་ཡོད་པ་ཡིན་ན་འདུ་ཤེས་རིག་གནས་མིང་ལ་ཚེ་རིང་དར་ཆེན། ད་རེས་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་འོས་བསྡུའི་ནང་ལ་རང་ཉིད་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་འོས་མིར་འདུག་བཞེས་གནང་གི་ཡོད་ཅེས་ཞུ་ཡིན་ཨང་ཁྱེད་རྣམ་པ་ཚོས་གཅིག་ངེད་ཀྱིས་དེ་ཚོ་གཅིག་འོས་བབ་ཟིན་པ་དང་དེ་འདྲའི་གཅིག་མཐོང་གི་འདུག་ན་ཨང་འདི་གས་གང་མང་མང་འདུག་ཞེས་བརྒྱུད་བསྐུལ་དང་ཨང་མི་མང་ཚོགས་འདུ་ཇི་བཞིན་གང་མང་མང་ཁྱབ་ཡག་ན་རོགས་པ་གནང་རོགས་གནང་ཞེས་ཞུ་ཡིན་ཐུགས་རྗེ་ཆེ།